འོ་ད་དམ་ཚིག་ཅན་གྱི་བེ་རི་སྤུན་ཟླ་ཡོངས་སུ་ཚོགས་པ་ལ་ཡང་འཚམས་འདྲི་ཞུ་གི་ཡོད་ཨ་ནི་ང་ཨ་རི་མིན་སོ་རི་ནས་བསྟན་འཛིན་ཤེས་རབ་ཞུ་གི་ཡོད་ད། ཁ་ཚིག་བར་ལམ་ཉིན་ཤས་ཤིག་ནས་བྱས་བྱས་ང་རང་འདི་ནི་མ་ད། བོད་སྤྱིའི་གནས་ཚུལ་དང་འབྲེལ་བའི་ཐོག་ལ་ཡ་ཨ་ནི་བཀའ་མོལ་ཅིག་ཞུ་ཡའི་འདོད་པ་ཆེན་པོ་ཡོད་ཡིན་ནའི་འདུག་བྱས་བྱས་ཕར་ཕར་ཅིག་རྒྱང་ཕྱིན་སོང་ཨ་ནི། གཙོ་བོ་ཅིག་ངོ་དེབ་ནང་ལོགས་ལ་ཡ་ཨིན་ཇིའི་ཐོག་ལ་ཡ་དུས་དུས་ཅིག་བྲིས་པ་ཡིན་ཡིན་ནའི་ད་འདི། བཞི་བོ་བརྒྱད་བོ་རང་གལ་བྱུང་མ་སོང་ཨ་ནི་ཡིན་པ་ནས། ཅིག་གིས་སོ་སོས་མ་བཀའ་མོལ་ཞུ་ཡའི་ད་འདོད་པ་ཡོད་པ་དེ་གའི་ཆ་ཚང་ཅིག་ཡི་གེ་ནལ་བཀོད་པ་ནི་རིང་པོ་བཞི་བོ་ཅིག་ཆགས་ཨ་ཡི་གེ་སློང་ཡའི་དཀོན་པོ་ཆགས་དུས་སུ་ཁོ་ཏག་ཏག་ཞིག་བསྡད་ཀྱི་མི་འདུག་ད་ངས་ད་རིས་འདི་ནི་མ་ཞུ་ཡའི་བརྗོད་བྱ་གཙོ་བོ་དེ་ད་ད་ན་ནིང་སྤྱི་ཟླ་བཅུ་གཉིས་པའི་ཚེས་གཉིས་རྩ་བདུན་ལ་ཡ་ཨ་ནི་རྒྱ་གར་གདན་ས་འབྲས་སྤུངས་ཨ་ནི་བླ་སྤྱི་ལ་ཡ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡ་ཨ་ནི། ད་ལྟ་བརྟན་བཞུགས་བསྟར་འབུལ་ཞུས་པའི་རྗེས་ལ་ནི་གནས་ཆུང་ཆོས་འབྱོན་ཆེན་པོའི་ད་བཀའ་ལུང་ཕེབས་བསྡད་པ་དེ་རེད་ད་འདི་ད་ལྟའི་ཆ་ལ་ཡང་བཙན་བྱོལ་སྤྱི་ཚོགས་ནང་ལོ་དེ་དང་འབྲེལ་བའི་སྐོར་ལ་ཡང་གནས་ཚུལ་མང་པོ་ཅིག་ད་ད་ལྟ་བགྲོ་གླེང་འགྲོ་དང་འགྲོ་བཞིན་པ་ཆགས་བསྡད་ཤག་བྱས་ཙང་ངའི་ངོས་ནས་ད་གཙོ་བོ་དེ་བཀའ་ལུང་དེ་དང་ཨ་ནི། སྤྱི་ཡོངས་ནས་ད་ད་ལྟ་བར་དུ་ཡང་གནས་ཆུང་ཆོས་སྐྱོང་ཆེན་པོའི་བཀའ་ལུང་གནང་བཞག་པ་འདི་གའི་ཆ་ཚང་གཅིག་སྤྱི་འདོམས་གསོལ་རས་ཅིག་བྱས་བྱས་ཨ་ནི། འདི་ལ་ཡང་ང་ཚོས་ད་བཀའ་ལུང། སྤྱི་ཡོངས་ཀྱི་གནས་ཆུང་བཀའ་ལུང་ལ་ཡང་ག་འདྲའི་ལྟ་སྟངས་ག་འདྲའི་ཆེ་བལྟ་དགོས་ཡོད་མེད་དང། ཨ་ནི་འདི་དང་འབྲེལ་བའི་ཐོག་ནས་ཨ་ནི་ང་ཚོའི་ངོས་ནས་ད་ག་རེ་བྱས་ཡོད་རེད་ཟེར་བྱས་ཡོད་རེད་བ་དེའི་སྐོར་ལ་ཡང་ང་རང། བསམ་བློ་འཁོར་ཏེ་ཡང་ཅིག་བསམ་ཚུལ་འདྲ་བོ་ཅིག་ཡོད་འདི་མང་ཅིག་ཞུས་བཞག་ན་དྲན་སོང། ད་དོན་དག་དང་པོ་དེ་ཁ་སེང་མ་གའི། བཀའ་ལུང་ཕལ་དེ་ཡལ་དེ་ལྟ། བཀའ་ལུང་སྣང་ས་དེ་གདན་ས་ཆགས་དེ་དུས་ཙམ་པ་ལ་ཨ་ནི་བཀའ་ལུང་འདི་སྣང་ལ་ཡལ་ལྟ། རེའུ་དགེ་ལུགས་པའི་མགྲིན་ཚབ་པ་གཉིས་དངོས་སུ་གཏུགས་སུ་བྱས་ལྟ། མ་སྟོན་བཞག་ཡོད་རེད། དེ་མ་གཏོགས་གཅིག། ཨ་ནི། སྤྱི་ཡོངས་ནས་དེའི་དངོས་ལ་ཡལ་ལྟ། བཀའ་ལུང་འདི་ནས་བཞེངས་ལྟ། བཀའ་ལུང་ཐེངས་མང་པོ་ཕེབས་ཚར་རེད་བཀའ་ལུང་གི་ནང་དོན་རྡོག་རྡོག་དེ་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ཐུགས་འཁྲུག་གཞིའི་ལས་ཀ་དེ་ཚོ་བྱས་ཡོད་མ་རེད་བྱས་བྱས་ད་དོན་དག་རྡོག་རྡོག་འདི་རེད་ཨ་ནི་གལ་སྲིད་ང་ཚོས་ད་རྒྱ་རོམ་ཆེའི་ཐུགས་ཕམ་བཟོས་པ་ཡིན་ན་ད་གང་ལྟར་ཉི་མ་གཅིག་ད་ང་ཚོ་ང་ཚོ་བོད་ཟེར་ཡ་དེ་ད་མུན་པ་མུན་ནག་གནས་སུ་ལྷུང་གོ་རེད་བྱས་བྱས་ད་བཀའ་ལུང་ཁེ་སང་ད་ད་གནས་ཆུང། གིས། ད་ལྟ་དགེ་བཤེས་རྡོ་རྗེ་ལགས་ཀྱིས་བཀའ་ལུང་འདི་གྲུབ་པའི་རྗེས་ལ་ཡང་བཅར་འདྲི་ཅིག་གནང་ལ་གསུངས་གནང་སོང་ཨ། སྐབས་དུས་དུས་ཁོང་གསུངས་ཡང་དག་རང་རེད་ད། འདྲེ་དཔུང་ལ་ཡང་གསུངས་བསྡད་དེ་ཕལ་ཁའི་གདན་ས་ཐད་ཀར་འབྲེལ་བ་ཆགས་དང་གསུངས་པ་རེད་མ་གཏོགས་དེའི་སྔོན་ལ་ཡང་ཨ་ནི་བཀའ་བརྒྱུད་སྤྱི་འཐུས་ལས་ཐུགས་སྲས་བཀའ་ལུང་ཅིག་གནང་ལ་ཐུགས་སྲས་ཕལ་ཡིས་དད་པ་ཅིག་དང་ཨ་ནི། དེ་སྔ། སྤྱི་འཐུས་ལྷན་ཚོགས་ལས་དང། བཀའ་ལུང་ཕལ་བདེ་བ་ཇི་ལྟར་ཁྱེད་རང་ཚོས་ཟབ་ས་མ་མཆིས་ན་མིན་པ་མུན་ནག་ལྷུང་གི་རེད་གསུང་ཡ་དེ་རེད་ད་དེ་དང་འདྲེ་དེ་དང་དེ་འདྲ་བ་ཨ་འདས་པའི་ནང་ལོ་ལ་ཡ་ད་གནས་ཚུལ་མང་པོ་བྱུང་རྗེས་བཀའ་ལུང་དེ་ན་ཞིག་རྒྱ་རོམ་ཆོས་ཐུགས་ཕམ་བྱུང་བཞག་ངོས་ཀྱི་སློབ་དཔོན་ཐུགས་ཨང་ཐུང་དེ་དགོངས་པ་ཚོམ་བཞག་ད་ཁྱེད་རང་ཚོས་ཟབ་ས་མ་མཆིས་བས་ན་རྒྱ་རོམ་ཆོས་སྐུ་ཚེ་ལ་ཡ་ད་བར་ཆད་བྱུང་བ་ཡིན་ན་གནས་ཆུང་གི་འགན་བཟོད་གི་མི་འདུག་ཅེས་དེ་འདྲའི་ཡན་ཆད་ནས་བཀའ་ལུང་དེ་མ་མང་པོ་ཕལ་བདེ་ཡོད་རེད་ཇི་ས། ངས་སྤྱི་ཡོངས་ཀྱི་ད། འདི་སྐོར་ལ་ཡང་ང་རེ་བསམ་ཚུལ་གཅིག་ཞུ་གི་ཡིན་ད་དང་པོ་དེ་ལ། ད་ལྟ་འདི་གནས་ཅུང་ཟད་དེ། ངས་ག་འདྲའི་བརྗེད་སྟངས་འགྲོ་གི་ག་རེ་ཡིན་གནས་ཅུང་ཆོས་རྒྱན་ཆེན་པོས་ད་བོད་བསྟན་སྲིད་ཀྱི་སྲུང་མའི་ཐུགས་འགན་ག་འདྲའི་བཞེས་ཤག་ཟེར་དེ། ད་ང་ལུག་རྒྱུད་མཁས་པ་དེ་འདྲ་གལ་དགོས་ཅིག་མ་རེད་ང་རང་ཚོ་ཚང་མའི་སློབ་གྲྭ་ལ། གང་གོ་བསྡད་ཅིག་དང་ཚང་མས་ཤེས་བསྡད་དེ་འདྲ་ཅིག་རེད་ཨ། ལུག་རྒྱུད་རྒྱས་པ་ཟེར་གི་ཡིན་ན་ད་རེ་ཟ་ངས་ད་དྲ་རྒྱ་ནང་ལ་ཨེ་འདྲའི་གནས་ཆུང་གི་ལུགས་རྒྱུད་རྒྱས་པ་གསུངས་དེ་རྒྱུ་བེད་ཅན་བྱས་ཡས་འདུག་ངས་འདི་ཞུ་གི་མེད་ད་ལྟ་ངས་ཞུ་ས་དེ་ཡང་གོང་དུ་འཚམས་འདྲི་ཞུས་པའི་བཀའ་ལ་ཡར་དམ་ཚིག་ཅན་ཞེས་ཞུ་བཞག་ཡོད་ངའི་སྐད་ཆ་དེ་རྒྱ་བ་རོམ་ཕྱིའི་བཀའ་དགོངས་ལ་ཡར་ཤར་བསྐྱོད་མ་བྱེད་མཁན་ཞིག་གི་ཆེད་དུ་མེད་བྱས་ཙང་རྒྱ་བ་རོམ་ཕྱིའི་བཀའ་དགོངས་ལ་ཡར་ཤར་བསྐྱོད་གནང་མཁན་བོད་མི་ཅིག་ཡིན་ཕྱིན་ཆད་ལ་ཡར་ལྟ་གནས་ཆུང་ཆོས་སྐྱོང་ཆེན་པོ་ལ་ཡར་ལྟ་དད་པ་མོས་པ་ཆེ་ཨ་ནི་ཁྲིན་ཀུན་གནང་ཡས་དུས་སུ་ཡོང་གི་ཡོད་དུས་སམ་པ་ཨ་འདི་བཀའ་མེད་དུ་ཁས་ལེན་བཞག་བཞག་ཅིག་ཡིན་འདུག་བྱས་ནས། ད་གནས་ཆུང་ཆོས་སྐྱོང་ཆེན་པོ་འདི་ང་ཚོ་སློབ་གྲྭའི་སྐབས་ལ་སྦྱངས་བསྡད་དེ་ད་སྙེ་མ་ག་རེ། བསམ་ཡས་གཙུག་ལག་ཁང་བཞེངས་པའི་སྐབས་དུ་ནི་མཁན་སློབ་ཆོས་གསུམ་ཡོད་པའི་གནས་སྐབས་དང་བེ་ཅན་དུས་རབས་བརྒྱད་པ་དུ་བ་ནས་ཨ་ནི། གུ་རུ་རིན་པོ་ཆེའི་ད་བཀའ་བསྒོས་གནང་ཆེན་ཨ་ནི། ད་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེའི་ད་བསྟན་པ་བསྲུང་བའི་ད་བསྲུང་མར་ཡག་འདུག་སུ་ཨ་ད། དུ་བཀའ་བཀོད་གནང་བ་གཅིག་དང། ཨ་ནི་ཕྱིས་སུ་རིམ་པས་རྒྱལ་བ་ཀུན་འདྲེན་གཉིས་པ་སྐབས་ནས་བྱས་ནས་ཨ་ནི། རྒྱལ་བ་ཀུན་འདྲེན་ན་རིམ་དང་དུག་སྦྲེལ་བ་ཆ་བྱེད་ཨ་ནི་རིམ་པས་ཨ་ནི་བོད་བསྟན་སྲིད་ཀྱི་སྲུང་མ་ལ་ཡང་དུག་སྦྱེ་ཨ་ནི་ཆ་འགྲོ་བ། གནས་ཚུལ་དེ་འདྲའི་ཆེ་རེད་དེ་ཟེར་དུས་བསམ་པ་ལ་ད་ད་ལྟ་བར་དུ་ཨ་ནི་གནས་ཆུང་ཆོས་སྐྱོང་ཆེན་པོས་ཨ་ནི། བོད་ཀྱི་བསྟན་སྲུང་གི་ཐུགས་འགན་བཞེས་པ་ནས་བྱས་ནས་ཨ་ནི། ད་ཁོང་གིས་ད་ཐུགས་འགན་དང་མ་སོན་ན་ཨ་ནི། འདི་འཕྱུགས་པ་མེད་པ། ཞེས་གནང་ཡོད་པ་ཅིག་ལ་ངའི་ངོས་ནས་ངོས་འཛུལ་ཅིག་ཞུ་གི་ཡོད། ཨ་འདི་གི་ད་དཔེ་མཚོན་འདྲ་བོ་དེ་ཡག་ཤོས་དེ་ག་རེ་ཆ་དེ་ཤ་ལ་ན་གོང་ས་སྐྱབས་མགོན་ཆེན་པོ་རང་གི་ཞལ་དྲོད་མོ་ནས་ག་རེ་གསུངས་ཡོད་རེད་ཟེར་ཞུས་པ་ཡིན་ན་ཨ་ནི་གནམ་འདེགས་ཀྱི་ས་འོག་ལ་ཡ་ཨ་ནི་གནས་ཆུང་རྡོ་རྗེ་ད་རྒྱུད་ཆེ་ཤོས་དེ་ང་ཡིན་ཞེས་རྒྱག་རོམ་ཞེས་གསུངས་ད་ག་ན་བཞིན་ཨ་ནི་ང་རྒྱུད་ཆེ་ཤོས་དེ་ཨ་ནི་གནམ་འདེགས་ས་འོག་ལ་ཡ་ཨ་ནི། ད་དེ། གནས་ཆུང་ཆོས་སྐྱོང་ཆེན་པོ་ཕྱག་བདེ་བའི་ཆེད་དེ་འདྲས་ཀྱི་ད། ཕན་ཚུན་བར་གྱི་འབྲེལ་བ་གཏིང་ཟབ་པོ་ཆགས་བསྡད་པ་དེ་རྒྱ་རོམ་ཕྱིར་རང་གི་ཞལ་ནས་གསུངས་ཡོད་རེད། དེས་མ་ཚད། ད་དུང་བཀའ་མོལ་གཞན་པ་གཅིག་ལ། ད་རེས་ངའི་དྲ་རྒྱ་ནང་དེ་བརྙན་ཐུང་མཇལ་འདུག་ཨ་ནི། གོང་ས་མཆོག་ད་སྐུ་ན་ཕྲ་བ་ཕལ་ཆེར་གོང་ལོ་གསུམ་བཞི་བསྡོ་བ་ནས་ཨ་ནི། གནས་ཆུང་གི་ད་འདུག་སུ་དང་འབྲེལ་བ། ཆགས་པ་རེད། ཨ་ནི་དེ་ནས་བྱས་དུས་དེ་ནས་ད་ལྟ་བར་དུ་ལ་ཡང་ད་གནས་ཆུང་གི་སྐུ་རྟེན་མང་པོ་ཅིག་ཕ་ད་འགྱུར་བ་ཕྱིན་བསྡད་ཡོད་རེད། ད་སྐུ་བདེ་གྲོང་བསྒྱུར་བ་གནས་ཚུལ་དུ་བྱུང་བསྡད། སྐུ་རྟེན་མང་པོ་ཅིག་འགྱུར་བ་ཕྱིན་བསྡད་ཡོད་རེད་ཡིན་ནའི་འདི་ཡེ་ཤེས་འདི་ད་ཁོང་གི་ད་བཀའ་ལུང་འདི་ཨ་ནི་ད་ལྟ་བར་དུ་རྩ་བ་ཉིད་ནས་འགྱུར་བ་མེད་པ་ད་འཕྱུགས་པ་མེད་པ་དེ་འདྲ་ཅིག་བྱུང་བསྡད་ཡོད་སེ་རྒྱ་གར་བ་རིན་ཆེན་རང་གི་ཞལ་ནས་བཀའ་གནང་ཡོད་རེད་དེ་སུས་བརྩམས་པ་ད་གནས་ལྗོངས་ཀྱི་བོད་བསྟན་སྲིད་ཀྱི་སྲུང་མའི་འགན་བཞེས་པའི་ཀྱི་ད་འགན་ཆེན་པོ་ཞེས་པ་དེ་ཡང་བེད་ཁོ་རོའི་གཟེངས་སུ་ཐོན་པ་ང་ཚོ་ཚང་མས་ཧ་གོ་བའི་གནད་འགག་ཆེ་ཤོས་དེ། ད་ལུག་རྒྱུད་ནང་ལ་མང་པོ་བྱུང་ཡོད་རེད་ད་ལྟ་ཉེ་བའི་ལུག་རྒྱུད་ནང་ལ་ངས་གནད་འགག་ཆེ་ཤོས་དེ། ག་བ་མཐོང་གི་འདུག་ཞུས་པ་ཡིན་ན་ད་ད་ལྟ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་སྤྱི་ཟླ་གསུམ་པའི་ཚེས་བཅུ་བདུན་ལ་ཡ་ཨ་ནི། སྤྱན་འདྲེན་གྱིས་ཕེབས་བྱས་ནས། དེའི་ཚེ་བཅུ་བདུན་དགོན་བདག་དེས་རྒྱལ་བ་རིན་པོ་ཆེའི་དོ་དགོང་རང་མཐུན་ཟས་དེ་དག་འདི་གནད་འགག་ཆེན་པོ་བཞི་བོ་ཅིག་ཆགས་ཏེ་བཞག་ད་འདིའི་སྐོར་དེ་རྒྱལ་བ་རིན་པོ་ཆེས་ཞལ་ནས་གསུངས་ཡོད་རེད། ད་ལྟ་ན་ནིང་དུ་བ་ཅིག་ལ། རྒྱལ་བ་རིན་པོ་ཆེའི་ཕྱག་དེབ་གསར་པ། བོད་དང་བོད་མིའི་མགྲིན་ཚབ Voice for the Voiceless དེའི་ནང་ལས་བཀོད་འདུག་ང་ད་འདིའི་བཀའ་ལུང་འདི་ལ་བལྟས་ནས་ད། རྒྱའུ་རུམ་བཅས་སྐུ་ཚེ་བར་ཆད་མེད་པའི་ཐོག་ནས་རྒྱ་གར་ལ་ཞབས་སོར་འཁོད་ཐུབ་པ་དང། དེ་ལ་བརྟེན་ནས་ད་རེས་སང་ཉིན་བོད་དང་བོད་དོན་ཟེར་ཡ་གནས་ཚུལ་ཅིག་ཡོད་པ། ནང་པ་སངས་རྒྱས་པའི་བསྟན་པ་ཟེར་གྱི་འཛམ་བུ་གླིང་ལ་ཡ་དུག་སེ་ཁྱབ་ཐུབ་པ་ཨ་ད་རེས་སང་ཉིན་ད་ང་ཚོའི་འབོར་ཤོར་ཆེན་པོ་ཕྱོགས་ནས་དམངས་གཙོ་སྒྲུབ་དང་དེ་འདྲའི་ཁ་ལ་ཁྱི་བྱས་འོས་ཤོག་ནང་ལོག་ལ་ད་འོས་ཤོག་བླུག་ཡ་ཡོད་པ་དང་ད་ད་ད་སྐད་ཆ་རྫིག་པོ་བཤད་ཉན་མང་པོ་ཞུ་ཡོད་རེད་དེ་གའི་ཆ་ཚང་ཡག་ཅིག་དེས་འགྲོ་པ་ཡིན་ན། གནས་ཆུང་གི་བཀའ་ལུང་འདི་ལ་ཐུགས་བཞག་གལ་སྲིད་འདི་འདྲས་ཅིག་བྱུང་མེད་པ་ཡིན་ན། ཚེས་བཅུ་བདུན་གྱི་དགོངས་དག་དེ་གནས་ཆུང་ཆོས་སྐྱོང་ཆེན་པོས་བཀའ་ལུང་འདི་གནང་མེད་པ་ཡིན་ན་ད་ལྟ་གནས་ཚུལ་ད་ག་འདྲས་ཅིག་ཆགས་འདུག་རེད་བསམ་བློ་བཏང་པ་ཡིན་ན་ཉི་མ་གཅིག་ང་ཚོས་ད་ག་ས་ཀུན་འདུས་བྲོས་བྱོལ་ཕེབས་ལ་ཡ་ད་ཕྱི་གྱང་འགྲོ་རྒྱུ་བྱུང་ཡོད་པ་ཡིན་ན་རྒྱ་མི་ཕལ་སྐད་འབྱོར་ཡོད་པ་ཡིན་ན་ད་ང་ཚོ་གོ་ལག་ཆགས་ཀྱི་ཐོག་ནས་རེ་མི་མང་ལོས་ཀྱི་ཐོག་ནས་དམག་མི་མང་ལོས་ཀྱི་ཐོག་ནས་ད། དྲི་བ་ཆེན་པོ་ཞུ་རྒྱུ་ཆགས་དེ་རེད་གཅིག་བྱས་ན་ད་ང་ཚོ་སུ་རེད་མི་གཏོང་གཉིས་པ་ཡིན་དུས་ཚོད་ལ་ང་ཚོ་སྐྱེ་བ་ཡི་གླེང་ཡི་ཡོད་མ་རེད་རོ། བོད་དང་བོད་དོན་ཟེར་གྱི་འཛམ་བུ་གླིང་ན་ལྷག་ཡོད་རོ་མེད་རོ། ཕ་མ་འདི་ཚོ་ནི་གཅིག་བྱས་ན་རྒྱ་མི་ཆགས་ཚར་ཡོད་ཀྱི་རེད་གཅིག་བྱས་ན་གྲོངས་ཚར་ཡོད་ཀྱི་རེད་ང་ཚོ་ཅི་ད་སྐྱེ་བ་ཡི་གླང་ཡོད་མ་རེད་བྱས་ཚར་འདུག་སུ་ཕ་དེས་འགྲོ་བ་ཡིན་ན་ད། གནས་ཆུང་གི་བཀའ་ལུང་དེ་གནད་འགག་ཆེན་པོ་བཞི་བོ་ཅིག་ཆགས་ཏེ་བཞག་བྱས་ཙང་རྒྱ་རོམ་ཅན་རྒྱ་གར་ལ་ཡང་བྲོས་བྱོལ་ཕེབས་ཆགས་པའི་རྗེས་ལ་ཡང་ཨ་ནི་ཞུ་གོ་ལ་མའོ་ཙི་ཏུང་ལ་ཡང་རྒྱ་མི་དམག་མི་ཚོ་གིས་ཨ་ནི་ཏཱ་ལའི་བླ་མ་ག་བ་ཡོད་ག་བ་ཡོད་སི་ལབ་ཏི་སེམས་པ་ཨ་ནི་ཡང་མའོ་ཙི་ཏུང་ལ་ད་ཏཱ་ལའི་བླ་མ་ད་གྲོས་ཐར་སུ་སུ་ལ་ནི་ཞུས་དུས་བརྩམས་པ་ལ་ད་མའོ་ཙེ་ཏུང་བྱས་ན་ང་ཚོ་ཤོར་རེད་ཟེར་ལབ་ནི། སྐད་ཆ་བཤད་རྒྱུ་འདི་གནད་འགག་ཆེན་པོ་བཞི་བོ་གཅིག་རེད་ཤག་ད་ད་རི་སང་ངེད་ཀྱི་ང་ཚོ་དམག་དང་ཐབས་ཇུས་དང་འདི་འདྲའི་སྐར་ལ་ང་ཚོ་ད་རི་སང་ངེད་ཀྱི་བསམ་བློ་བཏང་པ་ཡིན་ན་རོ་དམག་རྒྱལ་ཁ་ག་འདྲས་སུ་ཐོབ་ཀྱི་འདུག་དམག་གི་ཐབས་ཇུས་ནང་ནས་གལ་ཆེ་ཤོས་དེ་ང་ཚོ་གི་ད Intelligence ལ་ཡ་དེ་གལ་ཆེ་ཤོས་རེད་དོ Information Intelligence། བྱས་ཙང་ད་རེས་ངས་ཨ་མི་རི་ཀ་གིས་དམག་བརྒྱབ་པའི་སྐབས་ལ་སི་ཨའི་ཨེ་གིས་བརྙན་ནས་གསང་བ་གི་གནས་ཚུལ་མཁོ་སྒྲུབ་བྱེད་གནས་སྒྲུབ་གནས་ཚུལ་མཁོ་སྒྲུབ་བྱེད་གནས་ཚུལ་དེ་ཡག་པོ་ཞིག་ཞུ་ཡོད་ཚར་དུས་བསམ་པ་ལ་ཨ་ནི་དགྲ་ཁ་བདེ་བྱ་ཡར་འདི་བེད་སྤྱོད་བཏང་བྱས་རྒྱལ་ཁ་ཐོབ་བས་ཀྱི་གནད་འགག་ཆེ་ཤོས་དེ་རེད་བྱས་ཙང་བོད་ལ་ལྔ་བཅུ་ང་དགུ་ལ་ང་ཚོ་ལ་གསང་བའི་ལས་ཁུངས་ཡོད་མ་རྟོག་ང་ཚོ་ལ Intelligence ཡོད་མ་རེད་སི་ཨའི་ཨེ་ཡོད་མ་རེད་བྱས་ཙང་སི་ཨའི་ཨེ་ཟེར་ནས་རེད་ད་གསང་བས་ཀྱི་ད། ལས་འགན། གསང་བའི་ལས་ཁུངས་ཀྱི་ལས་འགན་ཆེ་ཤོས་དེ་གནས་ཆུང་ཆོས་སྐྱོང་ཆེན་པོའི་གྲུབ་ཤཱས Intelligence གལ་སྲིད་གནས་ཆུང་ཆོས་སྐྱོང་ཆེན་པོའི་གྱི་ཡེ་ཤེས་ད་ཅན་གྱི་གཟིགས་པའི་ཐོག་ནས Intelligence དེ་ང་ཚོ་ལ་གནང་མེད་ན་བཀའ་ལུང་དེ་གནང་མེད་པ་ཡིན་ན་ཨ་ནི་རྒྱ་རོམ་བཅས་རྒྱ་གར་ལ་ཡར་བྲོས་བྱོལ་ཕེབས་ཐུབ་ཡག་གི་ད་གནས་ཚུལ་དེ་དྲི་བ་ཆེན་པོ་བཞི་བོ་རེད་འཛམ་བུ་གླིང་ལ་ད་རེས་ངས་བོད་ཟེར་ཡ་དེ་བོད་དོན་ལ་ཡ་དེ་གནད་ཡོད་མེད་ཁོ་ར་དྲི་བ་ཆེན་པོ་བོད་ཆགས་དེ་བ་རེད་བྱས་ཙང་ད། ད་ལྟ། རྒྱག་རོམ་ཞེས་ཨ་ནི། སྐུ་ཚེ། བར་ཆད་མེད་པའི་ཐོག་ནས། རྒྱ་གར་ལ་ཞབས་སོར་འཁོད་ཐུབ་པ་དེ་ལ་ཡ་ད Credit གླེང་མཁན་དེ་འདྲ་ཡོང་ཨེ་ཡོང་གི་རེད Escort བྱེད་པའི་གནས་ཚུལ་ད་ཡོང་གི་རེད་དེ་དེ་ལ Credit ཕུལ་དགོས་གི་ནི Credit ཆེ་ཤོས་དེ་ངས་བལྟས་པ་ནི་གནས་ཆུང་ཆོས་སྐྱོང་ཆེན་པོ་ལ་ཕུལ་དགོས་གི་འདུག་བྱས་ཙང་ད་མདོར་ཞི་བ་ཡིན་ན་གནས་ཆུང་ཆོས་སྐྱོང་ཆེན་པོས་བོད་བསྟན་སྲིད་ཀྱི་སྲུང་མའི་ཐུགས་འགན་བཞེས་པ་ནི་ད་ལྟ་བར་དུ་འཕྱུགས་པ་མེད་པའི་ཐོག་ནས་ཨ་ནི། རྒྱག་རོམ་བྱེད་ལ་དབུལ་ཕོངས་འདི་ཞུས་བཞག་བསྟན་སྲིད་ཀྱི། ལས་འགན་དུ། ཞབས་ཞུ་རྣམ་དག་འཕྱུགས་པ་མེད་པར་བསྒྲུབ་བྱ་ཨས་བྱེད་ཆེད་སྤྱི་བའི་ཐོག་ལ་ངས་འདི་ཞུ་གི་ཡོད། ད་དེ་ནས་ང་ཚོ། ང་ཚོ་བོད་མི་སྒེར་གྱི་མི་ཚེའི་ནང་ལ་ད་གནས་ཚུལ་ཅིག་ཞུས་པ་ཡིན་ན། ད་སྒྲུང་མང་པོ་རེ་གནས་ཆུང་ཆེ་གཡོན་ཆེན་པོ་ལ་ཡ། ད་ད་ལྷ་དགུའི་འཕྲིན་གསོལ་གནང་རྗེས་ཁོང་གིས་ད་གྲོགས་འཕྲིན་ལས་གནང་བཞག་པའི་གནས་ཚུལ་མང་པོ་རེ་དཔེར་ན་ཆ་བཞིན་ན། Twenty Two དམག་མི་གིས་དམག་མི་འདི་ཚོ་ལ་སྒྲུང་མང་པོ་བཤད་ཡས་ཡོད་རེད། སུད་ར་ཚོང་པ་ལ་སྒྲུང་མང་པོ་བཤད་ཡས་ཡོད་རེད། སློབ་གྲྭ་ཡིག་རྩལ་བཏང་མཁན་འདི་ཚོ་ལ་སྒྲུང་མང་པོ་བཤད་ཡས་ཡོད་རེད། ཨ་རི་ལ་སོགས་པ་ཕྱི་རྒྱལ་ལ Visa ཞུ་མཁན་དེ་ཚོ་ལ་གྲུབ་མང་པོ་བཟས་ཡོད་རེད། ལས་ཀ་གསར་བ་འཚེ་མཁན་དེ་ཚོ་ལ་གྲུབ་མང་པོ་བཞེས་ཡོད་རེད་བྱས་ཙང། མི་སྒེར་གྱི་མི་ཚེའི་ནང་ལོ་ལ་ཡང་གནས་ཆུང་ལ་འཕྲིན་སྐུལ་ཕུལ་ཆེད་གྲོགས་འཕྲིན་ལས་གནང་བཞེས་པ་གནས་ཚུལ་མང་པོ་རེད་ད་རེས་འདི་བྲལ་བ་ཆགས་ཙང་ང་གནས་ཚུལ་བཅུ་གྱི་ང་རས་སྒྲུང་འདི་མ་ཞུ་གི་ཡིན་ད་ག་ནས་ཤེས་བོད་པའི་གི་སྤྱི་ཚོགས་ནང་ལ་སོ་སོའི་མི་ཚེ་ནང་བྱུང་འདི་ཡོད་གནས་ཚུལ་མང་པོ་ཡོད་རེད་འདི་གས་འདི་ད་ལྟ་ད་གསུང་ཡས་ཀྱི་དུས་ཚོད་ལ་སླེ་བཞག་ད། མཚམས་དང་ཚེས་དྲུག་ཅིག་བརྒྱད་དྲུག་ད་བྱས་ཙང་རྣམ་པ་ཚོ་འདི་གས་གསུང་རོགས་གནང་ཞེས་ཞུ་གི་ཡོད་ད་རེས་ང་ད་ཐད་ཀར་འབྲེལ་བས་ངས་གི་ད་ལུག་རྒྱུད། ཁག་གཉིས་གསུམ་གྱིས་ད་རེས་འདི་ནི་མ་ཞུ་གི་ཡིན། ད་ངས་ཁ་སྡུག་ཧ་གོ་ཡ་དེ་ངའི་མི་ཚེའི་ནང་ལ་རེད་ཡ་ངའི་ཨ་ཁུ་ལ་དམ་པ་དེ་ཨ་ནི། དེ་སྔ་བདུན་ཅུ་བདུན་གཉིས་ཀྱི། དམག་ཁང་ནང་ལ་ཡོད་ཉི་ཤུ་རྩ་ཉི་ཤུ། Twenty Two། དམག་ཁང་ནང་ལ་ཡོད་བསྡད་པ་གཅིག་དང་གཅིག་སྟོང་དགུ་བརྒྱ་བདུན་ཅུ་བདུན་གཉིས་ལ་སྦང་ལ་དེ་ཤི་དམག་ལ་འགྲོ་ངེས་ཀྱི་ཆགས་བསྡད་ཡོད་བྱས་ཙང། ཨ་ནི་མ་ལ་ཆིངས་བཅས་ཞུ་གོ Discharge བྱ་བའི་ཆེད་ལ་ང་བླ་བྲ་བེ་རྗེ་འཛིན་གྲྭ་བདུན་པ་བརྒྱད་པ་དུ་བ་ཞིག་དུས་སུ་ང་ལ་གྲུམ་བཤད་ཉུང་ཉེ་དཔེ་མི་སྲིད་སེའུ་ཐེང་དུ་ཨ་ཁུ་ལགས་ཀྱིས་དེ་འདྲ་བླ་ཤ་གཡས་པ་རེད་དུ་བ་ཅིག་ལ་བེད་ཁོ་རུ་སྨྲ་བརྗོད་ཆེན་པོ་ཞུ་བྱོས་རེད་དེ་བམ་གྱི་ཟུར་ཅིག་ཁས་བྱས་ནས་ཨ་ནི་མས་བྱས་བྱས་ག་འདར་ཚེ་ཤོར་ཡོད་མ་རེད་ཚེ་ཐར་ཡོད་རེད་འདུག་བྱས་བྱས་ཙང་ཨ་ཁུ་ལགས་ཀྱིས་གྲུམ་བཤད་པའི་སྐབས་ལ་ད་བོད་པའི་དམག་མི་ཚང་མ་ལ་ཡི་གེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེ་ཚུན་བཟུང་བལྟ་ཡས་ཡོད་རེད་ཨ་ནི་ཆགས་གནས་ཀྱི་ཡོ་རེ་ཆ་ཚང་ལ་དེ་ཟོས་དུས་ཙམ་པ་ལ་དམག་རྒྱབ་པའི་སྐབས་ལ་ཡམ་ཚིམ་པོ་ཞིའུ་གཅིག་ཨའུ་ལ་པེ་ཏོ་ཧང་སང་སང་བྱེད་ནས་ང་ལ་གསུངས་མྱོང། ཨ་ནི་མེ་མདའ་དེ་ཚོ་ཐ་ཐ་ཐ་ཐ་རྒྱབ་ཡོད་དུས་ཙམ་པ་ང་ཚོ་བོད་པའི་དམག་མི་ཚོ་ལ་ལས་སླ་བོ་ཕོག་རོགས་བྱེད་ཀྱི་མི་འདུག་ས་རྡེའུ་དེ་ཚོ་ཡོར་འགྲོ་ངེས་བཟོ་རེ་བྱེད། པས་ཡམ་ཚིམ་པོ་དེ་འདྲ་བྱུང་ཟིག་འདུག་ད་སྦོམ་འདྲ་བོ་དེ་འདྲ་ཡིན་ན། ས་ལ་འདུག་མ་ཟ་དུས་ཙམ་པ་ཁ་ཤས་ང་ཚོ་དེ་འདྲའི་ཡོང་གི་འདུག Hand Grenade དེ་འདྲས་མ་ཟ་དུས་ཙམ་པ Pussss འདྲ་བོ་ཅིག་ལབ་བྱས་དོ་བ་འདྲ་བོ་ཅིག་བྱས་ནས་ཁོ་ཐོ་རོ་བྱེད་ཀྱི་མི་འདུག་ས་དེ་འདྲའི་གནས་ཚུལ་ཡམ་ཆེན་པོ་མང་པོ་ཞིའུ་ཅིག་བྱུང་སོང་ངོ་ཅེས་ཧང་སང་སང་བྱས་བྱས་ནས་ཁོ་ཚོ་ད་ཚོད་བཟུང་དང་ད་གནས་ཆུང་དེ་ག་ལ་ཡག་ཁོ་ཚོ་ཁྲིད་འགོད་བྱས་པ་གཏན་ནས་འགྲུབ་བདེ་བ་ཅིག་ཁོ་རང་ཡིད་ཆེས་སྡུག་གསོ་གནང་འདུག་ཡོད་རེད་དེ་ནས་ཨ་ཁུ་ལ་དམག་མི་འདི་ཤ་ཆ་བའི་རྗེས་ལ་ཡ་ད།

ཐ་ཏི་བེད་ཁོ་ར་གཞུང་ལམ་ཆེན་པུ་ག་ལ་རི་ཏཱ་ལང་ཀ་ཆེན་པུ་ག་ལ་ཁོ་ལོ་ཁོ་ར་བྷི་ཆེ་ནི་ཨོ་ཡེ་ཏཱ་ཐ་རི་ཏཱ་ཚ་སུ་ཚ་སཱ་མོ་ཏྲ་བེད་ཡོར་ནི་ཁོ་རའི་ཤུགས་ཆེན་པུ་ཞུ་གྱུ་གུ་དུ་སཱ་གྱུག་དུས་དུ་སོན་པ་ཏཱ་ཁོ་རང་བྱེད་ཁྱོད་ནི་མེའོ་ཆེ་མིག་བཙུམ་བྱེད་བེད་གནས་ཆུང་གོམ་གྱི་གོང་ཡིན་སཱ་གནས་ཆུང་ལ་སོལ་བ་བཏབ་ཡིན་སཱ་ཏཱ་ག་རོ་ཡ་གྱུག་སཱ་མོ་ཏྲ་ཡོར་ནི་ཁོ་ར་ག་གུ་ཆེ་བྱེད་མ་སུ་སཱ་དེ་ཁོ་རང་མི་ཟེ་ཉམས་མྱོང་རེད་དེའི་རྗེས་ལ་དུས་ཚོད་གཞན་པ་ཅིག་ལ་ཡ་ཨ་ནི་ཁོ་རང་ཏཱ། ཚོང་རྒྱབ་བྱེད་ནི་ད་ལུ་དེ་ཡ་ནས་ནི་ཚུ་བེ་ཅན་གཞིས་ཆགས་ལ་ལོག་པའི་སྐབས་དོག་ཅིག་ཡིན་ས་རེད་དེ་འདྲས་ཅིག་ལ་ད་ག་རེ་ལབ་གི་རེད་ཐོབ་རྒྱ་གོ་ཅེ་ད་གོ་ད་དོག་ཅིག་ཡིན་ན་ཅིག་རི་ལི་ན་ལ་ཇག་པ་ལས་སོ་ཡ་ག་ཇག་པ་ལས་ཡོད་འདུག་བསམ་པ་རི་ལི་སྒོ་གཅིག་ནས་ནི་མི་གཅིག་གཉིས་ཤིག་བཀག་སྒོ་འོག་དེ་ནས་ཡ་འཛུལ་ས་དེ་མི་གཅིག་གཉིས་ཤིག་བཀག་དེ་ནས་མི་གཅིག་གཉིས་ཅིག་ག་ནི་སྟབས་འགྲིག་ཆུན་ཆུན་དེ་འདྲའི་ཁིས་བྱས་ནས་ཨ་ནི། ད། རི་ལི་ང་ཚོ་དེ་དེ་ས་གསུམ་ཡོད་ཨ་ཐོག་ཙག་ཨིན་འདྲ་ཞིག་དེ་ད་བ་ལ་ཕང་ངོ་བྱེད་ཅེས་སྟབས་འགྲིག་སྟོན་བྱེད་ནས་ད། ཇག་པ་བརྒྱབ་ནས་ཚང་མ་ཕོག་འགྲོ་གི་འདུག་ས། རྒྱ་གར་དེ་ཚོ་གི། ལག་པའི་ཆུ་ཚོད་ལག་པའི་ཚིག་གོ་སྐད་ལ་གསེར་གྱི་ལྕགས་ཐག། འོ་ཡ་དེ་ནས། དེའི་རྐུབ་བཀྱག་གི་འོག་ནས་རི་ལི་དེའི་རྐུབ་བཀྱག་འོག་ནས་སུར་ཀེས་དེ་ཚོ་ཁ་བཅད་ཆུ་དངུལ་དེ་ཚོ་འཕྲོག་སྦ་གུག་ཚོགས་ཚང་མ་འཕྲོག་འགྲོ་གི་ས་ཁོ་ཚོ་ཕང་ངོ་བྱས་ནས་མི་རེ་རེ་མདུན་ལ་སྟབས་འགྲིག་ཁིས་བྱས་འདུག་བྱེད་འགྲོ་གི་འདུག་ས། དེ་ནས་ཨ་ཁུ་ལ་སྟབས་ཡག་བསྡད་ས་དེ་ཡིས་སྒང་དེ་ཁེལ་ཡོད་ས་མཐོང་ས་དགའ་བསྡད་ལ་དེ་ཚོས་དེ་བསམ་པ་སྒང་དེ་ལ་ཨ་ནི་བད་ཁོ་རོ་ནྡ་མིག་བཙུམ་བྱས་ནས་བད་ཁོ་རོ་ནད་ཅུང་གོམས་ཅིག་གོམས་ཡིན་ས་གོམས་ཅིག་གོམས་བྱས་ཁག་པོ་བྱས་མ་ས་དེ་ནི་མ་ཚང་མ་བཞུགས་སྒར་གང་འཚམ་བྱས་ནས་ཁོ་ཚོ་ཚང་མ་དེ་བཅོམ་བྱས་བྱ་བ་ཀྱང་ཐོན་ཚར་ས་ཨ་ཁུ་ལ་གས་སྐུ་བྱས་མ་ས་སྐབས་དེ་དུས་བསམ་པ་ཚོང་ཀྱང་ནི་ངས་པད་སེའུ་ཁྲེང་དུ་སྐྱེས་པ་ལ་དངུལ་ཆག་པ་ལྟ་ཡས་ཡོད་ས་སྙན་མ་ང་ཚོ་འདི་ཚོ་མ་ཎི་འོད་དྲར་ལ་ནས་འདི་འདྲའི་ད་མི་རྒན་པ་འདི་ཚོ་འདི་ཚོ་བྱེད་ཤེས་ཀྱི་ཡོད་མ་རེད་ཨ་ནི་ད་ལྟ་ཕྱིས་སུ་ན་ཤེས་འདི་འདྲའི་ད་དངུལ་བཏང་སྟངས་སྟབས་བདེ་པོ་འདི་ཚོ་ཡོད་མ་རོ་ཨ་བོད་པ་མང་པོ་ཁྱེད་རང་ཚོ་ཧ་གོ་གི་རེད་བོད་པའི་སྤྱི་ཚོགས་ནང་སྐྱེས་པ་ལ་དཔེ་ཤ་ཆག་པ་ཧོར་རིགས་རྟགས་ནི་ཁྱི་འདྲུ་གི་རེད་ད་ནད་ཆུང་ཆག་ནད་ལུག་བྱེད་འདྲུ་གི་ཡོད་ར་ཨོ་སྡུག་སུ་བྱུང་སུ་ཞིག་ལ་ཨ་ཁུ་ལགས་ཀྱི་ཧང་སང་སང་བྱེད་གསུངས་གནང་གི་ཡོད་དེ་གས་ཆ་ཚང་ཁོ་རང་གི་མི་ཚེ་ནང་ལ་ད་ནད་ཆུང་དང་འབྲེལ་བ་ཡོད་པའི་ཐོག་ནས་ད་ནད་ཆུང་གི་ད། ཁོ་རང་ད་ཁྲིམས་བཀོད་ཟེར་ནས་གསོལ་འདེབས་ཞུས་པ་ལ་བལྟས་བྱས་སྐྱོབ་པ་དེ་འདྲ་བྱུང་སོང་ཟེར་བྱས། གནས་ཚུལ་དེ་འདྲ་རེད། འོ་དེ་བྱས། ད་དེ་ནས། ད་ངས། ད་འོ་ན། ད་ང་ཚོས་ཀྱི་གནས་ཆུང་གི་བཀའ་ལུང་དེ་འདྲ་ཅིག་གནང་ཚར་ཡོད་དུས་ཙམ་པ་ལ། ད་ང་ཚོས་ཀྱི་ད་ལྟའི་བཀའ་ལུང་འདི་ལ་སྤྱི་ཡོངས་ནས་ག་འདྲའི་བལྟ་བར་ལ་ཡ་དེ། དོན་དག་འདི་ག་ལ་ངས་ཅིག་ཞུས་པ་ཡིན་ན། ད་ད་ལྟ་གཙོ་བོ་དེ། ཐུགས་ཀྱི་དགོངས་པ་འཁྲུགས་བཞག་འདི་ལ་བརྟེན་བྱས་ནས་ད་གཟབ་གཟབ་མ་བྱས་པ་ཡིན་ན་ང་རང་ཚོ་ད་བོད་བོད་ཟེར་ཡ་དེ་མི་ཕམ་མི་ནག་ལ་ལྷུང་གི་རེད་ཟེར་ཡ་ཅིག་བཀའ་གནང་ཡོད་རེད་ད་འདི་འདྲའི་ཐུགས་ཕམ་བྱུང་བའི་གནས་ཚུལ་ད་མང་པོ་མང་པོ་བྱུང་ཡོད་རེད་བཀའ་ལུང་མང་པོ་ཕེབས་ཡོད་རེད་ངས་དྲན་པ་བསོད་ཡ་དེ་ལ་ཡ་ཨ་ནི་ང་རྡ་རམ་ས་ལ་ཡོད་པའི་གནས་སྐབས་ལ་ད་ཉིས་སྟོང་བརྒྱད་ཀྱི་ཨོ་ལམ་པིག་དུ་བ་ནས་ཕྱི་ནས་ཨ་ནི་སྐུ་མདུན་རང་དངོས་སུ་ཨ་ནི་ཐུགས་ཕམ་བྱུང་བའི་གནས་ཚུལ་གཞན་རང་ནས་གསུངས་དེའི་གནས་ཚུལ་དུ་བ་ནས་འགོ་བཙུགས་སོ་ཉིས་སྟོང་བརྒྱད་ཀྱི་དུ་བ་བྱས

འདུ་བྱེད། དེ་ནས་རྟགས་མ་བཀའ་ཤག་གསར་པ་སྲིད་སྐྱོང་གསར་བ་ཕལ་ཆེར་ཉིས་སྟོང་བཅུ་གཅིག་ནས་མ་ཕྱེད་ཕྱེད་ནས་ཨ་ནི་སྐབས་དང་པོ་འདི་ད་ཨོས་ཆིང་རེད་དེ་ནས་ཉིས་སྟོང་བཅུ་དྲུག་གི་མཇལ་དུ་བ་ནས་ཨ་ནི་བཀའ་ལུང་ཐེངས་མ་མང་པོ་ཕེར་ངས་གསལ་པོ་ཞུ་དྲན་གྱི་ཡོད་རེད་དེའི་ནང་ལོགས་བཀའ་ལུང་ནང་ལོགས་ལ་བཀའ་བློན་འདི་གས་ལ་ཡ་ཨ་ནི་བདུན་ནས་བདུན་པའི་གཙོ་བྱས་མི་ཁ་གྲངས་ཇི་ལྟར་བཀའ་བློན་ལྔ་རེད་དྲུག་རེད་ཅེས་བདུན་ནས་བདུན་པའི་གཙོ་ད་ཁྱེད་རང་ཚོ་ལྔ་ཡིན་ནས་དྲུག་ཡིན་ནས་དེ་ཚོས་ཁྱེད་ཚོའི་བྱེད་སྟངས་དེ་རྒྱ་གར་རམ་ཆོས་དགོངས་པ་དང་མཐུན་པའི་ལས་ཀ་བྱེད་ཀྱི་མི་འདུག་ད་ཨ་ནི་དེ་ལ་བརྟེན་བྱའི། ངོས་ཀྱི་སློབ་དཔོན་ཐུབ་དབང་དོན་ལྡན་ཨ་ནི་ཐུབ་བམ་ཞེའུ་ཆུང་ཤཱས། ཨ་ནི། ད་ཟབ་ས་མ་ཕྱེ་བས་ན་རྒྱ་བོར་རམ་ཅའི་སྐུ་ཚེ་ལས། བར་ཆད་བྱུང་བ་ནི་གནས་ཆུང་གི་དེ་ཐུགས་ཀྱི་རྒྱན་བཟོད་གི་མི་འདུག་ད་དེ་འདྲས་ཡན་ཆད་ནས་བཀའ་ལུང་ཤུགས་ཆེན་པོ་ཞེའུ་ཅིག་ཕེད་བྱས་ནས་རྣམ་པ་ཚོ་དྲན་གྱི་ཡོད་ན་སྐབས་དེ་དུས་བདེ་སྲུང། བཀའ་བློན། ད་ལྟ་དགོངས་པ་ཞུ་བའི་གནས་ཚུལ་བྱུང་ཡོད་པ། སྐུ་ངོ་འབྲོང་ཆུང་དངོས་གྲུབ་ལགས་དགོངས་པ་ཞུ་བའི་གནས་ཚུལ་དཔེ་རྫ་དྲག་པོ་དེ་འདྲ་བྱུང་ཡོད། དེ་འདྲའི་བཀའ་ལུང་ཐུགས་ཕམ་བཟོས་པ་དེ། ཨ་ནི་བཀའ་ཤག་གོ་མེད་ག་ལ་བཀའ་ལུང་ཐེངས་མ་གཅིག་མན་ད་ངས་དྲན་ཡལ་གཅིག་ལས་ད་མ་ང་བྱུང་ཡོད་མང་པོ་ཞུ་བྱུང་རེད། དེ་འདྲའི་གཅིག་བྱུང་རེད། དེ་ནས་རྣམ་པ་ཚོས་དྲན་པ་གསོས་པ་ན་ངས་དེ་དྲན་སྐུལ་ཞུ་གི་ཡོད། ཡོངས་གྲགས་ཚ་ཤོས་དེ། ད་ལྟ། གནས་ཆུང་གྲྭ་ཚང་རང་ལ་ཡང་སྤྱན་འདྲེན་གྱིས་ཕེབས་པའི་སྐབས་ལ་ཡང་ཨ་ནེ་མཛད་གཙོ་དང་སྲིད་ཟུར་དབུས་པའི་ལྟ་སྐབས་དེ་དུས་ཀྱི་ཚོགས་གཙོ་དང་ད་ལྟ་ཁྲིམས་ཞིབ་པ་ཁོ་ན་ཚོ་ཡོད་དུས་ཙམ་པ་དེ་ལ་ཡང་ད་གནས་ཆུང་གི་ལྟ་ཁྲོ་བོའི་རྣམ་འགྱུར་འགྲོ་བཞིན་ཞལ་ཕྱེས་ཕྱག་ནས་དུག་སུ་གཏོར་བའི་གནས་ཚུལ་ཅིག་བྱུང་ཡོད་ན། ཕྱག་ནས་དུག་སུ་གཏོར་བའི་གནས་ཚུལ་བྱུང་དེ་ནས་རྒྱབ་རོམ་གྱི་ཐུགས་ཕམ་བྱུང་ཙང་ཕྱག་ནས་གཏོར་ཨ་འདི་ནས་ད་མཛད་གཙོ་རྣམ་པ་སུ་ཡག་དགོངས་སེལ་ཞུ་བར་འགྲོ་ཡ་ཆེ་ཆེ་རྒྱ་རོམ་ཅེས་ད་གཟོད་གསོལ་ཞུ་བར་ཐུགས་ཕམ་བྱུང་ཙང་དེ་ལ་ཡ་ཟླ་བ་གཅིག་སྐོར་རང་མཇལ་ཁ་གནང་མ་སོང་ངས་གསལ་པོ་ཞུ་ཕྱིར་དྲན་རྒྱུ་ཡོད་ང་ཚོ་འདུག་སྟེ་ཡོང་དུས་ཙམ་པ་ལ་འདི་པ་ར་ལ་ཨ་ནི་མང་པོ་ཅིག་ལ་མཇལ་ཁ་གནང་སོང་སློབ་ཕྲུག་བསོ་རེ་ར་འདི་འདྲ་དང་ཨ་ནི་ད་ལྟ་གདན་སའི་མཁན་པོ་ཟུར་པ་འདི་འདྲ་བྱས་འདི་ནས་ཕེ་ཆེན་ཨ་ནི་བཀའ་བློན་ཟུར་པ་འདི་འདྲེར་བང་རིམ་ཆེ་ཆེ་འདི་འདྲེ་ལ་ཡ་མཇལ་ཁ་གནང་སོང་ཨ་ནི་འདི་ནས་ཕེ་ཆེན་བཀའ་ལུང་རེ་ཨ་ནི་ངས་གསལ་པོ་ཞུ་དྲན་ཡ་ཅིག་ལ་ཨ་ནི། ཕལ་ཆེན་སྐུ་མདུན་གྱི་ཞལ་ནས་གསུངས་ཡོད་ན་འདི་བཀའ་ལུང་གི་ནང་དོན་དེ་རེད་ཅིག་གི་གནས་ཚུལ་འདི་འདྲ་ཅིག་དཔེ་མི་སྲིད་གསལ་བོ་བྱུང་ཡོད་རེད་ཨ་ནི། ད་ཕལ་ཆེན་འདི་སྤྱན་འདྲེན་འདི་ལོ་སར་གྱི་ད་ལྟ་ང་ཚོ་ཚེས་བཅུ་གྱི་སྤྱན་འདྲེན་འདི་ཡིན་ན་དབྱར་སོས་ཀྱི་འདི་ཡིན་ན་དེ་འདྲ་ཅིག་ཡིན་ཕལ་ཆེན་ལོ་སར་གྱི་འདི་ཚེས་བཅུ་གྱི་སྤྱན་འདྲེན་འདི་ཡིན་པ་ཡིན་དེ་འདྲ་ཅིག་ནང་ལོགས་ལ་ཕལ་ཆེན་སྐུ་མདུན་ནས་འདི་འདྲ་ཅིག་བཀའ་གནང་སོང་ང་གང་ལྟར་ད་ངས་ཁྲིད་ལ་དེ་ངས་མི་དེ་ཚོས་ད་ངས་བཤད་རྒྱུ་དེ་ཚོ་མ་ཉན་ན་ངས་བཤད་རྒྱུ་དེ་ཚོ་ཁྱོད་ནས་ཉན་གི་མི་འདུག་ད་ང་གར་ཆས་གོ་རེད་ད་ང་མི་ལ་བྱེད་ཡས་བས་རྫོགས་སོང་ད་ཁྱེད་རང་ཚོ་ལྷག་ལ་ཅིག་བྱེད་ཡས་ཡོད་ན་བྱེད་ཞོག་ཟེར་བྱས་བྱས་རྒྱབ་རོམ་བྱས་དེ་འདྲའི་བཀའ་གནང་ཡོད་རེད་ངས་དེ་གསལ་བོ་ཞུ་དྲན་གི་འདུག་ཨ་ནི་ངས་ཀྱི་དེ་བྱུང་རིམ་འདི་ལ་བརྟག་ཞིབ་བྱས་པ་ག་ལ་ངའི་སེམས་ཚོ་ངའི་སེམས་པའི་ནང་ལ་དེ་འཚོ་བ་ཞུ་བྱུང་སོང་སྐུ་མདུན་གྱི་འདི་གསུངས་ནས་ལྷག་ལ་བྱེད་ཡས་ཡོད་ན་བྱེད་ཞོག་ཅེས་གསུངས་བྱས་དེའི་རྗེས་ལ་ཨ་ནི་མ་སྤྱན་འདྲེན་ཅིག་ཕེབས་པའི་སྐབས་ལ་གར་ས། ཏག་ཏག་ཁོ་རང། མི་གས་ད་ལྟ་གནས་ཆུང་ལ་ལྟ། གནས་ཆུང་གི་ཁྲོ་བའི་རྣམ་པ་འདྲ་བོ་ཤེས་བྱའི་ཆགས་གནས་ལྟོ་ར་དེ་བྱུང་སོང་ཨ། བྱས་ཙང་ངས་འདིའི་བསམ་བློ། འདི་བྱུང་རིམ་འདི་བལྟས་ཡོང་དུས་བསམ་པ་ད་གནས་ཆུང་གི་ལྟས་སུ་ཁྲོ་བའི་རྣམ་འགྱུར་འདྲ་བོ་དེ། ཞལ་ནང་བཞག་བསམ་མེད་དེ་འདྲས་ཅིག་བྱུང་སོང། ད། མདོར་བསྡུས་ནས་ཞུས་པ་ཡིན་ན་འདས་པའི་ནང་ལོ་འདི་གའི་ཆགས་སྡང་ལ་ང་ཚོ་གཟིགས་དགོས་ཀྱི་འདུག་ཐུགས་དགོངས་འཁྲུགས་གཞིའི་ལས་ཀ་ག་འདྲ་ག་འདྲ་བྱུང་ཡོད་མེད་འདི་འདྲས་ཚང་མར་བཀའ་ལུང་རིམ་པས་ཕེབས་ཡོད་ད། ཐུགས་དགོངས་འཁྲུགས་གཞི། སྡུག་ཆགས་དེ་ཡོད་རེད། བྱས་ཙང་ད་ང་ཚོ་ག་རེ་བྱེད་དགོས་རེད་ཟེར་ཡས་དེ། དྲི་བ་དེ་འདི་ཆགས་བསྡད་རེད། ད་ད་ལྟ་གཞི་རིམ་མི་མང་ངོས་ནས་དུ་མ་གདན་ས་ཁག་ལ་ད་དགོངས་པ་བཞེས་འོ་འདུག་ཅེས་སྙན་ཞུ་དེ་འདྲའི་བཞག་གནང་ཡོད་རེད་གྲོས་ཚོགས་ལ་ད་འདས་པའི་ནང་ལོ་ཁོ་ན་ཚོས་ཀྱི་ད་ཐེངས་མ་མང་པོ་སྤྱི་ཡོངས་ནས་ད་བོད་སྤྱི་བའི་རྩ་དོན་དང་འབྲེལ་བའི་ཐོག་ནས་ཐུགས་འགན་བཞེས་དགོས་པའི་སྐོར་ལ་སྙན་ཞུ་ཐེངས་མ་མང་པོ་ཕུལ་གྲུབ་པ་རེད་ད་ཡིན་པ་ནས་ཡེ་ནས་ཁྱོད་ནས་ལྗགས་ལན་འགྲོ་དུས་ད་ཁ་ཡ་འགྲོ་རྒྱུ་ཁྱོད་ནས་གནང་གི་ཡོད་མ་རེད་བྱས་ཙང་ད། ཕི་ནས་ཁོང་ཚོའི་མ་ཕྱི་བ་ཡིན་ན་ད་ང་ཚོ། རྒྱ་གར་རམ་ཅེས་བཀའ་གསུང་ཅི་དྲུག་ཞུས་ཏེ་ངེད་ཀྱི་ད། དམ་ཚིག་ཅན་གྱི་མི་མ་ཚོ་ང་ཚོའི་ངོས་ནས་ད་ག་རེ་བྱེད་ཡ་ཡོད་རེད་ཟེར་གནས་ཆུང་བཀའ་ལུང་འདི་ཚོ་སྤྱི་ཡོངས་ནས་སྡོམ་བརྒྱག་ནས་ང་རང་ཚོ་ལག་པ་ལ་ག་ལ་ག་ཚོམ་ཅིག་ཡོད་ར་ད་ད་རིང་ངས་འདི་ག་ལ་ཞུ་ཡ་ཡིན་ད་ངས་དོན་དག་རྡོག་རྡོག་དེ་གནས་ཆུང་གཉིས་ཞུ་ཡ་ཡོད་ང་ཚོས་ག་རེ་བྱེད་ཡ་རེད་ཟེར་ཏེ་དང་པོ་དེ་ད། ང་ཚོས་ག་རེ་བྱས་འོག་ཏུ་ཟེར་ན། ད་གནས་ཆུང་ལ་འཕྲིན་བཅོལ་ཕུལ་ངེས། གནས་ཆུང་ལ་ཡང་ད་དད་པ་ཡིད་ཆེས་ཞུས་ཏེ་ངེས། ང་ཚོས་ཀྱི་ད་ད་ལྟ་བར་དུ་ང་ཚོས་གནས་ཆུང་ལ་འཕྲིན་བཀོལ་བྱས་འཕྲིན་བཀོལ་བྱེད་སྟངས་དེ་རྟོགས་ཅི། ཧ། ཚད་དང་ལྡན་པ་ཟེར་ན་མི་འདུག་གོ་རིམ་དང་ཏག་ཏག་ལྡན་མེད་པ་སོར་ཅིག་མཐོང་སྟེ་འདུག་ད་ང་ཚོ་གནས་ཆུང་ཁྲིན་ཀོས་བཏང་བའི་བཀའ་ལ་དེ་ཁ་གསལ་བོ་བཏང་ཁུག་ད་ད་བར་དུ་ང་ཚོས་གི་ད་འོ་ཡ་ཡིག་རྩལ་ཡག་པོ་ཡོང་བ་དང་ད་དེ་ནི་མ་སོ་སོ་སྒེར་གི་དོན་དག་ད་ཚོང་ཡིན་ན་འདྲ་འདུག་བི་ཟ་ཞུ་ཡ་ཡིན་ན་འདྲ་འོ་དེ་འདྲས་ཅིག་སྒྲུབ་ཡའི་སྨོན་ལམ་ན་རྒྱབ་ཀྱི་ཡོད་རེད་ཨ་ནི་ཏོགས་ཅིག་སྤྱི་བ་ལ་བསམ་བློ་ཡོད་ངེས་ཅིག་ཡིན་ན་རྒྱ་བ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་པ་ད་ད་བོད་དོན་དེ་ད་མྱུར་དུ་གསལ་བ་ཤོ་ལ་ཆེ Generalize སྤྱི་བཏང་གི་དེ་འདྲས་སྨོན་ལམ་ཅིག་རྒྱབ་བྱས་འདུག་འགྲོ་བདེ་བའི་གནས་ཚུལ། བྱུང་དེ་རེད་ད་ངས་ད་རེ་ག་རེ་ཞུ་ཡོད་ཟེར་ན་ང་ཚོ་ཐུན་མོང་གི་ཐོག་ནས་བོད་པ་ད་དམ་ཚིག་ཅན། ང་ཚོ་ག་དུས་གནས་ཆུང་ལ་སྤྱན་འདྲེན་གནས་ཆུང་ལ་ག་དུས་འཕྲིན་བཅོལ་ཕུལ་བར་འགྲོ་བའི་སྐབས་ལ་ང་ཚོས་སྨོན་ལམ་འདི་ཁ་གསལ་བོ་ཁ་རི་ཁ་ཐུག་རྒྱག་པོ་འདུག་ཅེས་ངས་ཞུ་གི་ཡོད་ད། འདི་རྒྱུ་མཚན་དེ་ངས་ཅིག་ཞུས་པ་ཡིན་ན་རེད་བ་འདི་དཔེ་ཅིག་བཞག་པ་ཡིན་ན། ང་ཚོ་དེ། ལྷ་དང་མི་འདི། ཨ་ནི། བྱ་སྤྱོད་དེ་འདྲ་བོ་འདྲ་བོ་ཡོད་རེད་ཅེས་ནམ་རྒྱུན་བཤད་སྲོལ་ཅིག་འདུག་ཨ། དེ་བྱས་བྱས། ཨ་དེ་ནས། ལོ་ག་ཤེད་ཤིག་སྔས་ལ་དེ་མིན་སོ་ར་ལི་ཡ། Toronto། ནས་དགེ་བཤེས་ལྷ་རམས་པ་ཅིག་ཕེབས་སོ་དེ་ལ་ང་ཚོ་ས་གནས་མི་ཅིག་གིས་དྲི་བ་ག་རེ་ཕུལ་སོ་ལ་ན། ད་གནས་ཆུང་ལ་སོགས་པ་ལྷ་དེ་ཚོ་ལ་ཡང་ང་ཚོས་འཕྲིན་བཅོལ་ཕུལ་བྱ་སྒོ་ཕུལ་ད་དངུལ་བཞག་དེ་འདྲ་བྱེད་ཀྱི་ཡོད་རེད་ཟེར་བ། ཨ་གལ་སྲིད་འདི་མ་བཞག་པ་ཡིན་ན་ཨ་ནི་ཁོ་རང་ཚོའི་གྲོགས་ཁྲིད་ལས་གནང་གི་མ་རེད་དེ་ག་འདྲས་རེད་བས་ལ་དུས་ཙམ་པ་དགེ་བཤེས་ལྷ་རམས་ཁོང་གིས། ག་རེ་གསུངས་སོང་ལ་ན། ཨོ་ཡ་ད་ལྷ་མི་གཉིས་ཀྱི་དེ་ཚོ་བྱ་སྤྱོད་འདི་འདྲ་བོ་འདྲ་བོ་ཡོད་རེད། དཔེར་ན་ཆ་ཤས་ན་ང་ཚོ་མི་ལ་སོ་སོ་སྒེར་གྱི་དོན་དག་སྒྲུབ་དགོས་ཀྱི་ཡོད་ན། ཨ་ནི་སོ་སོ་གྲོགས་པོ་ཡིན་ན་འདི་གའི་ཆ་ཚང་ལ་ཆ་བླུག་ཞལ་ལག་བཀྱག་ཨ་ནི། ཕྱག་རྟགས་འགྲོ་བསྙེན་པ་འགྲོ་བོ་ཕུལ་དགོས་ན་ཕུལ་ག་རེ་ཡིན་ནའི་དང་པོ་གཉེར་ལ་ཕ་ཇོ་འདི་ལྟ་ཐུགས་དགྱེས་པ་བཟོས་ལ་ནས་ཁོ་རང་ག་ཡ་ཅིག་བཟོས་བྱས་ནས་ཨ་ནི་ང་ལ་རོགས་པ་འདི་བྱེད་རོགས་བྱེད་བྱས་ན་བློ་འགུ་དོ་བ་དེ་ལྟ་གཅིག་པ་གཅིག་རྐྱང་རེད། བྱས་ཙང་གནས་ཆུང་ལ། གནས་ཆུང་ལ་སོགས་པའི་ལྟ། འཇིག་རྟེན་པའི་ལྷ་གང་དྲི་ཡི་ནི་གྲོགས་ཁྲིད་ལས་བཅོལ་བའི་བཀའ་ལ་ཡང་བྱ་ཁུ་ཕུད་ཨ་ནི་ཨ་ནི་སྨོན་ལམ་དེ་ཚོ་འདུག specific འདུག་ད་འདུག་རྒྱག་པོ་རེད་ཅེས་བཀའ་འདི་གནང་སོང་དེ་ནས། གཞན་པ་དཔེ་མཚོན་གཞན་པ་ཅིག་ལ་ཡང་རྡ་རམ་ས་ལ་ལ་དེ་སྔ་བླ་མ་རྩ་ཆེན་པོ་ཅིག་ཡོད་ངས་མཚན་ཞུ་གི་མེད་ཡང་དར་སེང་གེ་སྤྱི་ཚོགས་དྲ་རྒྱ་ནང་དེ་ཚོ་མཚན་མེད་ཞུ་བའི་འགོ་བཙུགས་གི་རེད་འདི་རེད་ཁོང་ལ་ཡང་ཞབས་ཕྱི་ལྟ། ད་མི་ཡག་པོ་ཞུ་ཅོར་མི་བལྟ་བླ་མ་དཀོན་མཆོག་ཅིག་གིས་བོད་ནས་ཆོས་ཐོག་ཕེབས་བོད་ནས་གྲྭ་པ་རེད་མི་ཚེ་གང་བཟང་སྐྱ་བབས་ཡོད་མ་རེད་ཕྱིས་སུ་ད་བླ་མའི་དུ་ཞབས་ཕྱི་སྒྲུབ་བསྡད་བྱས་ནས་གང་ལྟར་འདི་ནམ་ས་དུ་གྲྭ་ཆས་བཞེས་གི་མ་རེད་དེ་བལྟ་སྡོམ་བཟང་རེད་བལྟ་མི་བལྟ་བླ་མ་དཀོན་མཆོག་ཅིག་རེད་ཨ་ནི་ད་ཆོས་ཞུ་སོང་ངས་ཡོད་རེད་ཁོང་ལ། བབས་ཁོ་ར། ད་དེ་སྔ་ཟླ་ཉིས་སྟོང་དགུ་བཅུ་བཅུ་གཅིག་དུ་བ་ལ་ཡར་ད་ད་ལྟ་ངས་ཞུས་པ་ནས་བཞིན་གནས་ཆུང་བཀའ་ལུང་ནང་ལ་གོང་དུ་གོང་ས་མཆོག་ཐུགས་ཕམ་བྱུང་བའི་གནས་ཚུལ་མང་པོ་དེ་འདྲའི་སྐོར་ལ་ཐེངས་མ་གཅིག་ང་འདུག་ཟེར། དེ་འདྲའི་སྐོར་ལ་ཡང་སྐད་ཆ་བཤད་པའི་བཀའ་ལ་ཁོ་རང་གིས་དེ་འདྲས་གསུངས། ད་བབས་ཁོ་ར། ད་དེ་ཚོའི་གྲས་དེ་ཚོ་ང་རང་ཚོ་མི་མང་ལ་བབས་ཁོ་ར་ང་ཚོ་གནས་ཆུང་འཕྲིན་བཅོལ་བཏང་བའི་བཀའ་ལ་དེ་ཚོ་བབས་ཁ་གསལ་བོ་ཁོ་ར་གནས་ཆུང་ལ་མིར་སྐད་ཆ་བཤད་པ་ནས་བཞིན་བཤད་ཁོ་ར་དྭགས་དེ་འདྲས་བྱས་སོང་ན་གནས་ཆུང་གི་ཚར་གཅིག་རེད་ཅེས་ཁོ་རང་གིས་པད་གདེང་སྤོབས་མཐོ་བོ་ཞེའུ་ཅིག་ནས་གསུངས་སོ། གང་ལྟར་པད་ཁ་སེར་བོ་ཞེའུ་ཅིག་བཞུད་བྱས་ནས་འདུག་སོ་བྱའོ་རེས་བྱེད། བཀའ་གནང་སོ། བྱས་ཙང་ད་ངས་གར་བཞུད་དགོས་ལ་ན་ད་ང་ཚོས་གར་བྱས་འདུག་ང་ཚོས་ཁྲུན་ཆུང་བཏང་ནི་བཏང་གི་ཡོད་རེད་བྱས་ཙང། ང་ཚོས་མི་ལ་པད་བཞག་བས་ན། མི་གཅིག་གིས་ད་སོ་སོ་ལའི་གནས་སྟངས་ཡག་ག་ཅིག་གིས་ད་ཁྱེད་རང་ལ་ང་ལ་རོགས་པ་བྱེད་ཀྱིན་ཡིན་སི་ལབ་པ་ཡིན་ན། ད་ཁོ་རོགས་པ་བྱེད་ཡས་ཀྱི་ནུས་པ་ཡོད་ཙང་ང་ལ་རོགས་པ་བྱེད་ཀྱིན་ཡིན་སི་ལབ་གི་ཡོད་ར་ཨ་ཁྱེད་རང་རོགས་པ་ག་རེ་དགོས་སི་ལ་དེ་ཙམ་པ་ལ་ག་རེ་བྱེད་ན་བྱེད་ལབ་ན། ཡུང་དམར་བ་ཁོ་སྤྱི་བཏང་འགྲོ་འཆར་བ་ཁྱེད་རང་གི་དགོས་དོན་ག་རེ་ཡིན་པ་དེ Specific ཁ་གསལ་བོ་ཞིའོ་ཅིག་སྟོན་དགོས་གོ་རེད་ཡ་ང་ལ་ཁ་པར་གུག་དགོས་ན་ཁ་པར་ང་ལ་བཟའ་བཅའ་བཏུང་བཅའ་གུག་དགོས་ན་དེ་གུག་གི་འདུག་ལབ་པ་ཡིན་ན་དེ་ལ་དཔའ་བའི་གྲོགས་ཁྲི་ལས་མཛད་ཡིན་དགོས་ར་བྱས་ཙང་ངེད་ད་ངེད་རྡོག་རྡོག་ཞུ་ཡ་དེ་ད་ནས་བཟུང་ང་རང་ཚོ་ད་དམ་ཚིག་ཅན་གྱི་བོད་པ་ཚོ་ཡི་གནས་ཆུང་ལ་ཡ་འཕྲིན་བཅོལ་བཏང་བའི་སྐབས་ལ་ཡ་སྨོན་ལམ་ནང་ལ Specific ཁོ་ར་མིང་ཁོ་ར་སྟོན་བྱུང་པ་ཡིན་ན་པར་ཁེས་རྒྱུགས། རེད་བ། ཕལ་སྐད་ལ་ལྟ། གནས་ཆུང་ལ་འཕྲིན་བཅོལ་བྱེད་པའི་སྐབས་ལ། ད་ལྟ་བར་དུ་གནས་ཆུང་ཁྱེད་རང་གིས་བོད་བསྟན་སྲིད་ཀྱི་སྲུང་མའི་ཐུགས་འགན་བཞེས་ནས་པད་ཁོ་རང་ནི་འཕྱུགས་པ་མེད་པའི་ཐོག་ནས་རྒྱ་གར་བུ་ཆེ་དབུ་བ་དཔུང་སྡེར་ཞུས་གནང་སོང་དེ་ལ་སྙིང་ཐག་པ་ནས་བཀའ་དྲིན་ཆེ། ད་ད་ལྟ་གནས་ཆུང་ཁྱེད་རང་གིས་མཁྱེན་གྱི་ཡོད་རེད་གོང་ས་མཆོག་དགུང་ལོ་སྡུག་ག་ས་བྲེལ་པོ་ཆགས་ཚར་རེད་དགུང་ལོ་དགུ་བཅུ་ཕེབས་ཚར་རེད་བོད་བསྟན་སྲིད་ཀྱི་གནས་ཚུལ་རྫ་དྲག་པོ་འདི་འདྲའི་ཆེད་སླེབས་བསྡད་ཡོད་རེད་བ། ཨང་དེ་འདྲའི་གནས་སྐབས་ལ་ལྟ་ད་ལྟའི་དུས་ཚོད་ལ་སྡུག་ས་ལྟ་ཡོད་འདུག་བསམ་པ་ལ་ཕལ་ཆེན་ཕྱི་གི་དགྲ་ལས་ནང་གི་དགྲ་དེ་ཞེ་སྣང་ཚ་ཡོད་པའི་གནས་ཚུལ་འདི་འདྲའི་ཅིག་ཕྱག་འདེབས་པའི་དུས་ཚོད་ཅིག་སླེབས་ཡོད་རེད། ད་གནས་ཆུང་ཁྱེད་རང་གིས་སྔར་ལས་ལྷག་གི་ཐུགས་འགན་བཞེས་དགོས་ཀྱི་འདུག་སྔར་ལས་ལྷག་གི་ཐུགས་འགན་བཞེས་དགོས་ཀྱི་འདུག་ད་ད་ལྟའི་དུས་ཚོད་ལ། ལས་ཀ་མ་རུང་བ་བྱེད་མཁན་འདི་འགས་དེ་ད་དངོས་སུ་ཏག་ཏག་བཙན་ཡོད་པ་གིས་ད་དེ་འདྲས་ཅིག་ཕྱག་ལས་ཅིག་གནང་དགོས་ཀྱི་འདུག་གནས་ཆུང་གིས་ཚར་གཅོད་འོག་འདུག་རེད་བ། ཞི་དྲག་འདྲེས་མའི་ཐོག་ནས་ཚར་ཆོད་གི་འདུག་ང་ཚོ་ནང་པའི་ཆོས་ནང་ལོག་ལ་ཡ་ཨ་ནི་ལྷ་དེ་ཚོ་དྲག་པོ་ཡོད་རེད་ཞི་བ་གི་ཚུལ་བཞེས་གི་འདུག་བ། ད་དྲག་པོ་སྟོན་ཡས་དེ་ཡ་ཨ་ནི་སྙིང་རྗེ་ཀུན་ནས་བླངས་བྱས་བྱས་ཕ་ཕྱོགས་གདུལ་བྱ་དེ་བཏུལ་ཡས་གི་ད་དགོས་པ་རྒྱུ་མཚན་ཅིག་ཡོད་བའི་ཐོག་ནས་དེ་འདྲའི་གསུང་གི་ཡོད་དུས་བསམ་པ་ལ་ང་ཚོ་མི་ལ་དཔེ་བཞག་ཡིན་ན་སྤུ་གུ་ཕ་མེས་ཀི་སྤུ་གུ་གཅུན་པའི་སྐབས་ལ་ཡ་བྱམས་པོ་བྱེད་ནས་ཉན་གི་མི་འདུག་སྤུ་གུ་དེ་རྐུབ་ལ་ཤབ་ཆུས་བརྒྱབ། རྐུབ་ལ་དཔེ་དཀྲིས་ཤར་གྱི་ཡོད་རེད་བ། དེ་ཤར་ཡོང་དུས་བསམ་པ་ཕ་མ་དེའི་སྤུ་གུ་དེ་ལ་ཡང་སྙིང་རྗེ་མེད་པ་ཁྱབ་ཀྱི་ཡོད་མ་རེད་བ། སྙིང་རྗེ་ཀུན་ནི་བླངས་སྤུ་གུ་དེ་ཡག་པོ་ཅིག་བྱུང་ན་བསམ་འདུ་བྱེད་ཀྱི་ཡོད་དུས་བསམ་པ་ལ་བྱས་ཙང་ཕྱིན་ཆད་ང་ཚོས་གནས་ཆུང་ལ་འཕྲིན་བཅོལ་བཏང་པའི་སྐབས་ལ་གསོལ་འདེབས་ཞུས་འཕྲིན་བཅོལ་ཕུད་ད་ག་དུས་ཁོ་རང་མིང་ཁོ་རང་སྟོན་ཤོག་རེད་བ་གནས་ཚུལ་དཔང་རྟགས་ཁུངས་སྐྱེལ་ཡོད་བ་ཡིན་ན་འོ། སྤྱི་འཐུས་བསྟན་པ་ཡམ་པའི་ཟིན་ངེ་ཅིག་གིས་བཀའ་བརྒྱུད་སྤྱི་འཐུས་བསྟན་པ་ཡམ་པའི་ཟིན་ངེ་ཅིག་གནས་ཆུང་ཁྱེད་རང་རང་ལ་འབེབས་ཚེ་མེད་ཞུས་སོང་ད་སྐད་ཐག་པ་དམ་ཨ་ཧ་ཧ་འདིས་ཨ་གནས་ཆུང་ཁྱེད་རང་འདི་མཁྱེན་གི་རེད་ད་ཁོ་ད་ཟླ་ཡི་སྦྱིང་པ་བསྐྱངས་ནས་སྤྱི་ཚོགས་ནང་འདུག་སུ་འགྲོ་དེ་ཤ་ཟེར་བ་ད་འདི་ཚོ་ག་འདྲས་རེད་ད་འདི་ཚོ་གཅིག་གར་ལ་གོ་རེད་ད་ང་ཚོ་ལ་བཟང་པོ་ལ་བཟང་ལན་དང་ངན་པ་ལ་ངན་ལན་ཟེར་ན་མི་འདུག་ད་གང་ལྟར་ད་རེས་ངས་འདི་ཚོའི་ཐོག་ལ་ཡང་གཅིག་ང་ཚོས་མཐོང་རྒྱུ་ཡོད་པའི་གཅིག་དེ་འདྲའི་ཅིག། ཏག་ཏག་བཙན་བྲོད་ཀྱི་གཏན་ཡན་མེད་པ་ཡིན་ན་ཨ་ནི་འཇིག་རྟེན་མི་ནག་གི་ད་སངས་རྒྱས་བསྟན་པ་ཅི་རེད་དགེ་འདུན་གྱི་སྡེ་ལ་ཡ་བེད་ཁོ་ར་ལྟ་སྟངས་ཁོ་ར་ཉན་པ་ཆགས་འགྲོ་གི་འདུག་ལས་རྒྱུ་འབྲས་ལ་ཡ་ཡིད་ཆེས་བྱེད་ཡ་འདི་འདྲས་ལས་ད་དོ་པོ་ཡོང་ཡ་ཅིག་ད་བསྟན་པ་སྤྱི་བཙན་ལས་གནོད་ཡ་གི་འདི་ཆགས་འགྲོ་གི་འདུག་བྱས་ཙང་གནས་ཆུང་རང་གི་ད། ར་བ་ཞི་དྲག་འདྲེས་མའི་ཐོག་ནས་ད་དེ་ཚོ་ལ་ཡ་མཐོང་རྒྱུ་ཡོད་པ་ཅིག་གང་འདྲ་ཏག་ཏག་བཙན་ཡོད་པ་བྱེད་ར་བ་གང་ལྟར་འདི་འདྲའི་ཐོག་ནས་བཟང་ཕྱོགས་འགྱུར་བ་ཡོད་པ་ཅིག་གནང་རོགས་གྱིས། དེ་འདྲས་ཅིག་གནང་བ་ཡིན་ན་ང་ཚོས་ར་བསད་ནས་ལུག་བདར་ལ་ཡ་གནས་ཚུལ་ཅིག་ཆགས་ཡོད་མགོ་རེད་བྱས་ས་འདུག་བྱས་ནས་སྨོན་ལམ་རྒྱག་གོ་འདུག་ཨ་ནི་འདས་པའི་ནང་ལོག་ལ་འོ་ཡ་བསྟན་པ་ཞིག་པའི་སྟ་རི་རེད་ལབ་ངེས་དེ་འདྲས་བྱུང་སོང་རྒྱ་རོམ་ཅེ་རྒྱལ་རྫོང་པ་རེད་ལབ་ངེས་བྱུང་སོང་ད་ག་ནས་ཤེས། བོད་གཞུང་དུབ་སོ་རྒྱབ་རེད་ཟེར་ངེས་བྱུང་སོང། ད་ག་ན་བཞིན་ཨ་ནི་རྒྱ་བོར་མ་ཅིག་བཀྲོངས་གི་ཡིན་ཟེར་ངེས་བྱུང་སོང། ར་བ། དེ་གའི་ཆ་ཚང་མིང་སྟོན་ཡིན་ན་སྟོན་ད་ག་ན་བཞིན་འདི་ཚོ་ཡན་ཆད་ནས་ཚུད་འོ་ར་ད་རྒྱ་བོར་མ་ཅིག་དགོངས་པ་འཁྲུག་ཆེ་དེ། ད་ལྟ་ཡི་གེ་ང་ཚོས་བལྟས་ཡོང་དུས་གྲོས་ཚོགས་དེ་འགན་ཆེན་པོ་རེད་དེ་དེ་མ་ཡིན་པའི་གི། སྒྲིག་འཛུགས་ནང་ལོག་གི་སྒེར་གི་གོ་གནས་ཡོད་ངེས་མི་ཡིན་ན་འདྲ་འདུག་ར་བ། དེ་མ་ཡིན་པའི་ཕྱིར་ལོག་ལ་སྤྱི་ཚོགས་ནང་ལ་བསྡད་བྱས་ནས་སྤྱི་ཚོགས་དྲ་རྒྱ་ནང་ལ་ལྟ། སྐད་ཆ་ཁུངས་ལུང་མི་ངེས་རྟོག་རེས་མཉན་ཚད་ཤེས་མཁན། ག་ལ་གང་འཚམ་ཅིག་ཡོད་དེར་ལྟ། གཙོ་ཆེ་ཤོས་དེ་ཕྱི་རྒྱལ་ལུང་པ་ཁག་ན་དེ་ཚོ་ར་འཕྲོད་པ་ཡོད་ན་མི་དེའི་གར་བྱེད་སུ་མི་དེ་མིང་བཏོན། ར། དེ་གའི་ཆ་ཚང་ཡར་ཚུད་པ་བྱས་ཁོ་མི་དེ་གིས་རྒྱ་བ་རོན་པོ་ཆེ་དང་བོད་མིའི་སྒྲིག་འཛུགས་ཀྱི་ལམ་སྟོན་ཤར་ལ་བསྟན་ཡོད་ན་ནུབ་ལ་འགྲོ་དགོས་རེད་ཅེས་དུས་རྟག་ཏུ་དེ་འདྲའི་བྱེད་དེ་ངས་མི་དེ་འདྲའི་ཞིག་འདུག་ཁོ་ལས་བཟོ་བལྟ་བཟོ་དགོས་ཀྱི་འདུག་ར། ཚར་གཅོད་འུ་ཐུགས་བྱས་མིང་འདོན་བྱས་བྱས་ཡ། དྲིན་གཅོད་བཏང་རོགས་གྱིས། ད་ཡིན་པ་ཡིན་ནས། དེ་འདྲའི་གནས་ཚུལ་བྱུང་བའི་བཀའ་ལ་ད་ང་དང་ང་འདྲ་བ་ང་ཚོ་བོད་མི་མང་པོ་ཅིག་ལ་ཡ་སེམས་པ་ལ་ད་དཔེ། སྡུག་བསྔལ་བཟོད་དུ་མེད་བ་ཡོང་གི་ཡོད་རེད་ད། དེ་སུས་བརྩམས་པ་ལ། ང་ཚོ་ཉོན་མོངས་གི་བྱ་བ་ཡིན་དུས་བརྩམས་པ་ལ་ཁ་ཤས་ཀྱིས་ད། འོ་ད་ནི་ཆུང་གི་མི་འདི་ལ་ཅིག། ནད་ན་ཚ་ཡོང་བ་ཤོག་ཁོ་ལ་འདབ་ཆགས་ཡོང་བ་ཤོག་འདི་འདྲའི་ད། ལབ་སིག་རེད། ང་ཚོས་ཡི་གེ་དག་འཕྲིན་བཅོལ་བྱེད་པའི་སྐབས་ལ་དེ་འདྲས་བྱེད་རྒྱུ་ཡོད་མ་རེད་བསམ་དགོས་འདུག་ངས་ག་རེ་ལབ་བ་ནི་ང་ཚོ་ཆ་ཚང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རྩ་ནས་ང་ཚོས་ཀྱི་དག་བྱང་ཆུབ་སེམས་དཔའི་སྡོམ་པ་ཐེངས་མ་མང་པོ་ཞུས་ཚར་རེད་འདི་གཅིག་རེད། གཉིས་ནས་རྒྱ་གར་མོ་བཅས་ཀྱི་དག་བཀའ་སློབ་ཡང་སེ་ཕེ་དེ་ཡ་གཅིག་གསུང་ཆོས་སྐབས་ལ་ཡ་ཨ་ནི་ག་དུས་ཡིན་ནའི་ང་ཚོ་ཨ་ནི། བྱེད་པ་པོ་དང་བྱ་བ་གཉིས་དེ་དབྱེ་བ་ཕྱེས་ཤོག་བྱེད་པ་པོ་མི་སྡིག་པ་བསགས་ངེས་མི་མ་རུ་ང་བྱེད་ངེས་དེ་ཁོ་ལ་སྙིང་རྗེ་སྒོམས་ཁོ་ཡི་བྱས་བཞག་པའི་བྱ་བ་དེ་ལ་ང་ཚོས་དགག་པ་རྒྱག་གོ་རེས་འདུག་བྱས་བྱས་ང་ཚོས Correction བྱས་བྱས་བཟོ་བཅོས་རྒྱག་གོ་རེས་བཀའ་གནང་ཡོད་པ་གསུངས་པ་གཞི་བཟུང་གིས་བཀའ་འདི་ལས་འགན་འདི་སྨོན་ལམ་རྣམས་ལ Specific བྱས་མིང་བཏོན་མི་དེ་འདི་འདྲ་འདི་འདྲ་བྱས་སུ་གནས་ཆུང་ཁྱེད་རང་གིས་ད་འདི་ལ་ཡ་ད་ཚིག་ད་གཞི་སྒྲ་འདྲེས་མའི་ཐོག་ནས་ད། ཚར་བཅད་བཅད་རོགས་གནང། ཟེར་བ་ནི་སྙིང་རྗེ་ཀུན་ནས་བསླངས་ནས་འདི་ལས་འགན་འདི་གནས་ཆུང་ང་ཚོ་ལས་རྟོགས་པ་ཐུག་གི་རེད་གནས་ཆུང་ལ་ཡག་བཞག་ང་ཚོ་གིས་ཅིག་བདའ་བ་ཤོག་རལ་བ་ཤོག་དེ་འདྲས་ཞུ་དགོས་ཡོད་མ་རེད་དེ་འདྲས་བྱས་ན་སོ་སོ་ཉེས་པ་ཟ་རོ་རེད་བྱས་ཙང་ཕ་གའི་ལྷ་ཟེར་མཁན་དེ་ཞི་བ་དང་དྲག་པོ་ལ་ཡར་ཕེབས་དགོས་ཡ་གི་དགོས་པ་རྒྱུ་མཚན་ཅིག་ཡོད་རེད་བྱས་ཙང་ད་ད་གིས་གོང་དུ་ཞུས་པ་ནས་ཤི་ལྷག་མིག་གི་བྱ་སྤྱོད་གཅིག་པ་ཡིན་ན་རིག་པ་སྟངས་དང། ང་ཚོ་ད་ལྟ་འོས་ཤོག་ནང་ལ་ལངས་ཡོང་ངེས་ཀྱི་སྐད་ཆ་བཤད་ཡོང་གི་འདུག་ང་ལ་མིས་ང་ལྟར་ལངས་རྩིས་མེད་དང་པོ་མེད་མི་མང་པོ་ཅིག་གིས་ལངས་ལ་གི་འདུག་ལབ་ནས་ཨ་ནི་ང་འདུག་ལངས་ཀྱི་ཡོད་ལབ་བས་ཅི་ཡོང་གི་འདུག་ཨ། དེ་ན་བཞིན་ང་ཚོ་སྤྱི་བཏང་ཨེ་འདྲེ་རོ་ཨ་མི་མང་པོ་ཅིག་གིས་འབོད་སྐུལ་ཞུས་ན་ཨ་རང་བཞིན་གྱི་ཁོ་འདི་སླད་ཡོད་པ་ཞིག་གསུང་གི་ད་ལྟ་དེ་ད་གནས་ཆུང་ལ་ཡ་ད་འཕྲིན་བཅོལ་ཉི་མ་རྟག་པ་ཕུལ་གི་འདུག་བསམ་པ་མི་ཆ་ཚང་གིས་སྨོན་ལམ་གཅིག་པ་བརྒྱབ། ཡ། གསོལ་འདེབས་གཅིག་པ་ཞུས་ཁྲིན་ཁྲིན་གུས་གཅིག་པ་བཏང་ར། མིང་བཏོན་མི་འདི་ཚོ་ལ་ལྟ་ཅིག། གནང་རོགས་བྱེད་གནང་ཡ་ཡིན་ན་ལྟ་དུས་ལ་བབས་བཞག་བྱེད་བྱེད། འོ་དེ་འདྲས་ཀྱི། ད་ཁྲིན་ཆོས་བཏང་བའི་སྐར་ལ Specific ཁ་གསལ་བོ་བྱེད་མིང་འདོན་ཁོ་ར་གནང་བྱེད་ཁྲིན་ཆོས་བཏང་རོགས་བྱེད་ར། ང་ཚོ་ད་དད་པ་ཡེ་བྱེད་ཞུ་ངེས་དེ་གི་ར། ད་ཁོ་ཚོ་མེད་ཟེར་གི་ར་ཨ་ནི་ཅིག་ལྟ་ཆོག་གི་ར་འདི་བྱས་པ་ལས་ང་ཚོ་ལ་གྱོང་དང་སྐྱོན་གས་མི་འདུག་ཨ། རྨི་ལམ་ད་ལྟ་བར་དུ་ཕལ་ཆེར་འདི་འདྲའི་རྒྱབ་ཡོད་ཀྱི་མ་རེད་ཐུན་མོང་གི་ཐོག་ནས་ད། རྒྱ་གར་རིམ་གཅིག་བཀའ་སྲུང་གཅིག་དྲུག་བཞུགས་ཡོད་ཡོངས་གྲགས་ཀྱི་འདུག་ཞེས་ད། ཕྲིན་བཅོལ་གཅིག་གྱུར་ཅིག་བཏང་པ་ཡིན་ན་ཡིན་ནས་ངས་གལ་ཆེ་གལ་ཆེ་དོན་ཆེ་ཆེད་རྩིས་བྱས་ནས་ག་རེ་བཞུགས་དགོས་ལགས་ན་ཡ་བ། དེ་ང་ཚོས་ཀྱི། སྙིང་རྗེའི་ཀུན་ནས་བསླངས་ནས་རེད་བ་བསྟན་པ་སྤྱི་བཙན་དང་སངས་རྒྱས་བསྟན་པ་སྤྱི་དང་བོད་སྤྱི་བའི་རྩ་དོན་ལ་ཐུག་བསྡད་ཡོད་རེད། བྱས་ཙང་འདི་ལ་ཡ་ཨ་ནི་དགོངས་པ་བཞེས་པའི་ཐོག་ནས་མཐའ་འདི་ལ་བཟང་ཕྱོགས་ཀྱི་འགྱུར་བ་ཅིག་ཡོང་ཡས་ལ་དེ་བྱེད་འབའ་ཐབས་ཤེས་གལ་དགོས་ཅིག་མི་འདུག་ཟེར་ད་དགུ་འདུག་ནི་བཀའ་སློབ་གནང་ཡོད་རེད་ལམ་སྟོན་གནང་ཡོད་རེད་འབོད་སྐུལ་ནི་ཞུས་ཡོད་རེད་ད་འགྱུར་བ་ཐེབས་རོགས་བྱེད་ཀྱི་ཡོག་མ་རེད་བྱས་ཙང་ལྷ་འདི་ཚོ་ཡས་ཞི་དྲག་གི་རྣམ་འགྱུར་སྟོན་དགོས་ལ་རྒྱུ་མཚན་ཡོད་ར་ཁོ Correction བྱས་བྱས་འདུག་བྱས་ཙང་ད་ལྷ་རང་གི་མཁྱེན་རོགས་གནས་ཆུང་ཁྱེད་རང་གི་ད་གང་ལྟར་མཐོང་རྒྱུ་ཡོད་བ་ཞིག་གང་ལྟར་རོ། དེ་འདྲས་མེད་ན། ད། འདི་སངས་རྒྱས་བསྟན་པ་ཅི་ལ་ཡ། ད། ད་གནོད་པ་ཡོང་ཡ་གི་དེ་འདྲས་དུས་ཚོད་ཅིག་བབ་ཤགས་ཅེས་འདུག་སྨོན་ལམ་རྒྱབ་སྟངས་ཐོག་ནས་ང་ཚོས་དང་པོ་བྱས་གཅིག་བྱས། ད་གཉིས་པ་དེ་ང་ཚོས་གར་བྱས་བར་ཟེར་ན། ད། ང་ཚོ་ལག་པ་ཡོད་བསྡད་ཡ་དེ། ད་ད་ད་འོས་བསྡུ་ཆེན་མོ་སླེབས་བསྡད་ཡོད་རེད། འོས་བསྡུ་སླེབས་པའི་སྐབས་ལ་ད། སྲིད་སྐྱོང་ཡིན་ན་འདྲ་འདུག་སྤྱི་འཐུས་ཡིན་ན་འདྲ་འདུག། དེ་ངེད་གཉིས་ཅག་ལ་ཡ། ང་ཚོས་འོས་ཤོག་བླུགས་པའི་སྐབས་ལ། རྟགས། མེད་དུ་མི་རུང་བའི་ཆ་རྐྱེན་གལ་ཆེ་ཤོས་དེ་ག་རེད་ཟེར་ན། འོས་མི་ལངས་དགེ་རྒན་དེ་ཚོ་ལུག་རྒྱུད་ལ་དཔྱད་ཞིབ་བྱེད། དེ་གས་དེ་གོང་ས་སྐྱབས་མགོན་ཆེན་པོ་ཅིག་གི་དབུ་ཁྲིད་ལམ་སྟོན་ལ་ཡར་ཤར་སྐྱོད་བྱེད་ངེས་ཅིག་རེད་འདུག་རེད་མི་འདུག་ཨེ། དེ་ཅིག། ད་ལྟའི་ཨང་ཀི་དང་པོའི་ནང་གི་དང་པོ་རུ་རྟགས་ཆ་རྐྱེན། དེ་ཅིག་བྱས་དེ་བྱས་ལ་ཡར་འདི་ཡིན་འདི་རྣམ་དག་ཅིག་ཡིན་པའི་ཞུ་སྒོ་ལ། ད། ཆ་རྐྱེན་གཉིས་པ་དེ་བོད་མི་སྒྲིག་འཛུགས་ལ་ཡར་དབུ་བ་དཔུང་སྟོད་ཞུ་ངེས་བོད་མི་སྒྲིག་འཛུགས་ལ་ཤ་ཚ་ཡོད་ངེས་ཅིག་ཡིན་དགོས་ཀྱི་རེད་གལ་སྲིད་དེ་མེད་ན་ཨ་ནི། དང་པོ་དེ། ཆ་རྐྱེན་དང་པོ་དེ་རྒྱ་རོམ་བཅས་ད་བཀའ་སྲུང་སྤྱི་འགྲོ་ལ་ཡ་ཤར་སྐྱོད་འགྲོ་ངེས་ཅི་ཡིན་ད་མིན་ཏེ། དོགས་པ་ཆགས་འགྲོ་གི་རེད། དེ་གཉིས་ཕལ་ཆེན་ད། གཅིག་འདྲ་བོ་ཆགས་འགྲོ་གི་རེད། རྒྱ་རོམ་བཅས་ཀྱི་གཙུག་བཞག་རྒྱུ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཅི་རེད་བོད་བསྟན་སྲིད་རེད་བོད་མིའི་འཐབ་རྩོད་ཚང་མ་བོད་མིའི་སྒྲིག་འཛུགས་གནས་མ་བསྟན་ལ་ཐུག་བསྡད་ཡོད་རེད་བྱས་ཙང་ད་ཆ་རྐྱེན་དེ་ངེས་གཉིས་མེད་དུ་མི་རུང་རེད་ད། ད་ད་ལྟ་ང་ཚོས་ཀྱི་སློབ་སྦྱོང་འཇོན་ཐང་དེ་བཤད་རྩལ་ཚར་བར་གཅིག་མང་པོ་ཆ་རྐྱེན་འགོ་ར་ལས་བྱུ་ར་དེ་ཚོ་རྩ་བ་ཉིད་ནས་ཕན་ཐོག་མར་ལྟ་གལ་སྲིད་འདི་ངེད་གཉིས་རྩ་བས་ཀྱི་གལ་སྲིད་རྩ་བའི་ཆ་རྐྱེན་འདི་གཉིས་ཚང་མེད་ན་ང་ཚོ་བོད་སྐད་ནམ་རྒྱུན་བཤད་ཡོང་བ་རྩ་བ་བོར་ནས་ཡལ་འགའ་འཇུག་ཟེར་ཏེ་ཆགས་ཡོད་ར་ད། བྱས་ཙང་འདི་ངེས་པར་དུ་ཐུགས་ལ་བཞག་དགོས་གོ་ར་བྱས་ཙང། དེ་ཡིན་པ་སོང་ཙང་ད་རྒྱ་བ་རིན་པོ་ཆེ་གི་ཐུགས་དགོངས་གཞི་སྒྲུབ་ངེས་དང་རྒྱ་བ་རིན་པོ་ཆེ་བཀའ་སློབ་ལམ་སྟོན་ཤར་བསྐྱོད་འགྲོ་ངེས་ཅིག་གོ་རེ་ཟི་དུས་ད་དེ་ག་འདྲས་ཅིག་གོ་དགོས་ཀྱི་འདུག་ད་རྒྱ་བ་རིན་པོ་ཆེ་གི་བོད་མིའི་རྩ་དོན་གསལ་ཐབས་ལ་ཡང་བཀའ་སློབ་ལམ་སྟོན་ག་རེ་གནང་ཡོད་རེད་ད་རྒྱ་བ་རིན་པོ་ཆེ་སྐུ་ཚེ་ཧྲིལ་པོའི་ནང་ལོགས་ལ་ཡང་ཐུགས་ཀྱི་ཉམས་མྱོང་ལས་གཞི་བཞག་པའི་ཐོག་ནས་ཨ་ད་རི་སང་ཉིད་ཀྱི་འཛམ་བུ་གླིང་གི་དངོས་ཡོད་གནས་ཚུལ་གཞི་བཞག་པའི་ཐོག་ནས་ད། དེ་གའི་ཆ་ཚང་ཕྱོགས་བསྡོམས་རྒྱབ་བྱས་རྒྱ་བ་རིན་པོ་ཆེ་གི་ད་དབུ་མའི་ལམ་གྱི་སྲིད་བྱུས་སུ་ཡང་དེ་རྒྱ་རོམ་ཅིག་གི་གྲོས་མགོ་བཏོན་གནང་རོགས་འདི་ད་འདའ་བ་དང་འགྱུར་བ་ཡོད་མ་རེད་ད་ད་འདི་སྐུ་མདུན་གྱི་ཡེ་ཤེས་དབྱིངས་ཅེས་ཞུས་པ་ཡིན་ནི་རེད་སྐུ་མདུན་གྱི་སྐུ་ཚེ་ལྷོད་པོའི་ཐུགས་ཀྱི་ཉམས་མྱོང་ཞུས་པ་ཡིན་ནི་འདི་ཆགས་འདི་ཡོད་རེད་འདི་འགྱུར་བ་རྩ་བ་ཉིད་ནས་ཡོད་མ་རེད་ཐོག་མ་འདི་རྒྱ་རོམ་ཅིག་གིས་ད་དགོངས་བཞེས་བྱས་དེ་ནས་དགུ་བཅུ་གོ་དྲུག་གི་ལོ་དུ་བ་ཅིག་ལ་ཡ་ཨ་ནི། མང་མོས་ཐག་གཅོད་འོས་བསྡུ་ཟེར་ཡ་ཅིག་བྱེད་ཀྱི་ཡིན་ཟེར་བྱས་བྱས་ཨ་ནི། བོད་རྒྱ་ཆེ་མི་མང་ལ་འོས་ཤོག་བླུགས་ཆུག་རེད་འོས་ཤོག་བླུགས་ཆུག་དུས་ཙམ་པ་ལ་ཡ་ཕལ་ཆེན་འོས་ཤོག་བརྒྱ་ཆ་དྲུག་ཅུ་རེ་གཅིག་རེད་རེ་བཞི་རེད་དེ་འདྲས་གཅིག་གི་ད་ང་ཚོ་འོས་ཤོག་ཅི་ད་དགོས་ཡ་མེད་ད་ང་ཚོ་མང་མོས་ཐག་གཅོད་འོས་བསྡུ་ཅི་ད་དགོས་ཡ་མེད་ད་ང་ཚོ་རྒྱ་བོར་མཆེད་གར་བཀའ་གནང་ན་དེ་ལ་འགྲོ་གི་ཡིན་ལབ་བྱས་མང་ཨ་དེ་བརྒྱ་ཆ་ཚད་མཐོན་པོ་གཅིག་གི་འདུག་ཐག་གཅོད་འདི་བྱུང་པ་ལ་བརྟེན་ནས་མང་མོས་ཐག་གཅོད་མོ་གོ་བ་བྱས་རྗེས་འདིས་ཐག་གཅོད་དེ་ཡར་སྤྱི་འཐུས་གྲོས་ཚོགས་ནང་ལ་ཡར་བསྣམས་ཕེབས་ཨ་ནི་སྤྱི་འཐུས་གྲོས་ཚོགས་ངོས་ནས་ཨ་ནི། ད་མང་མོས་མ་རེད་ད་སྤྱི་མོས་ཀྱི་ཐོག་ནས་རེད་བ་ཡོད་ན་ནས་མ་ཟི་མི་དགག་པ་རྒྱག་ངེས་ཅེས་སྨྲས་པའི་ཐོག་ནས་ཆ་ཚང་གི་ད་འདི་ལ་ཡར་ཤར་སྐྱོད་འགྲོ་གི་ཡིན་ཟེར་ལབ་སྐབས་དེ་དུས་ཚིག་སྤྱི་དག་ག་རེ་བེད་སྤྱོད་བཏང་ཡོད་རེད་སྤྱི་འཐུས་གྲོས་ཚོགས་ནང་ཆིག་ནས་ཚིག་སྤྱི་དག་རྒྱ་བ་རིན་པོ་ཆེ་གི་དུས་ནས་དུས་སུ་ཡེ་ཤེས་ཀྱི་དབྱིན་ཇེའི་ཐོག་ནས་ག་རེ་ད་བཀའ་སློབ་ལམ་སྟོན་གནང་བ་དེ་ལ་ཡར་ཤར་རྒྱུག་བྱེད་ཀྱིན་ཟེར་ཅི་སྨོས་ཀྱི་གྲོས་ཆོད་བཞག་ཡོད་རེད་ར། རྒྱ་གར་བོ་ཅག་གི་ཡེ་ཤེས་དབྱིངས་ཀྱི་ཟུར་དུ་བརྩམས་པ་རྒྱ་གར་བོ་ཅག་གི Wisdom གི་ཐོག་ནས་ད་ད་རེ་སྐད་ཆ་གཞན་པ་བཤད་བ་ཡིན་ན Third Eyes ཡེ་ཤེས་ཀྱི་དབྱིངས་དཔྱད་ཀྱི་ཐོག་ནས་ར། སྐུ་མདུན་གྱིས་ད་གཟིགས་པའི་ཐོག་ནས་ག་རེ་ངོ་བོའི་གནས་ཚུལ་ལ་གཞི་བཞག་པ་མ་འོངས་ད་གནས་ཚུལ་མཁྱེན་པར་དེ་གའི་གཞི་བཞག་པའི་ཐོག་ནས་ཨ་ནི་དེ་ལ་ཤར་རྒྱུག་འགྲོ་གི་ཡིན་ཟེར་ཐག་ཆོད་རེད། དེའི་ཚེ་མར་བྱས་ཙང་དེ་བོད་མི་དམངས་ཀྱི་ཐག་བཅད་རྒྱུ་ཇི་ལྟར་བོད་བེད་མེད་བོད་ཀྱི་སྐད་སྤྱི་མཐུས་གྲོས་ཚོགས་ནས་སྤྱི་མོས་ཀྱི་ཐག་བཅད་བཅད་བཞག་རྒྱུ་གི་ཐག་གཅོད་བྱེད་རེད་དེ་རྒྱ་རོམ་བྱེད་ཀྱི་རེད་དྲི་གནམ་ཡུག་གི་ཐག་གཅོད་རྒྱུ་ཆ་རྩ་བ་ཉིད་ནས་ཆགས་ཡོད་མ་རེད་ད། དེའི་རྗེས་ལ་སླར་ཡང་མི་དམངས་ག་རེ་ཐག་གཅོད་ཡོད་རེད་ཞུས་པ་ཡིན་ན། ཉིས་སྟོང་བརྒྱད་ལོ་ལ་ཡ་བོད་ནང་ལོ་ལ་ད་དེ་ཨོ་ལིམ་པིག་གི་སྐབས་རྡོ་རྗེ་ལ་ཕི་ཀའི་ཞི་རྒོལ་བྱུང་དེ་བྱུང་པ་ལ་བལྟས་བྱས་ནས་ཡང་རྒྱ་རོམ་བྱས་ཨོ་ད་ང་ཚོའི་ངོས་ནས་ཐབས་ཤེས་འདི་ག་སྟངས་ཡིན་ད་ད་དུང་ད་བོད་ནང་ལོ་ལ་ད། བྱས། གནས་ཚུལ་ཨེ་འདྲས་ཀྱི་ཆགས་ཡོང་གི་འདུག་ཨ་ནི་སྐུ་མདུན་གྱིས་ད་བུ་ཟོ་ཁང་ཀྲི་སི་བྷི་གིས་ད་ལྟ་དབུ་བརྙེས་པའི་དུས་ཆེན་གཅིག་ལ་ཡི་གེ་བཀའ་སློབ་ཞིག་གནང་རེད། དེ་ངས་གསལ་བོ་ཞིའུ་ཞེས་དྲན་གྱི་འདུག་རྒྱ་གོ་རམ་ཅན་ཡར་སྐུ་བཞེངས་བྱས་རྗེས་སྐབས་དེ་དུས་ཡི་གེ་ཀྲི་སི་བྷི་ནམ་རྒྱུན་མཛད་སྒོ་འཚོགས་པའི་སྐབས་ལ་ཡི་གེ་ཨ་ནི་གུ་རུ་ཨེ་འདྲས་འགྲོ་བྱུས་བ་ཡི་གེ་སྐུ་མགྲོན་ཞུ་ས་དེ་དེའི་ནང་ལོ་རྒྱ་གོ་རམ་ཅན་སྤྱན་ཤེལ་གྱི་ཞལ་གྱི་གར་བཀའ་གནང་ཡོད་རེད་ད་རྒྱ་ནག་གཞུང་ལ་ཡར་གཞུང་གི་མི་སྣ་དེ་ཚོ་ལ་ཡང་ཡིད་ཆེས་སྐྲབ་རུ་སྐྲབ་རུ་འགྲོ་གི་འདུག་ཡིན་པ་ཡིན་ན་རྒྱ་ནག་མི་མང་ལ་ཡང་ད་དུང་ཡང་ཡིད་ཆེས་བརླག་མེད་ཅེས་བཀའ་གནང། ཨ་འདི་ནས་ད་སླར་ཡང་ད་ང་ཚོས་ཀྱི་ད་མུ་མཐུད་ཆེད་ད་བོད་སྤྱི་བའི་རྩ་དོན་སྒྲུབ་ཡ་ལ་གོམ་པ་ག་འདྲེ་ཞིག་རྒྱབ་དགོས་ཀྱི་འདུག་ཅེས་ཡང་མི་མང་ལ་བཀའ་འདྲི་མ་གནང་ཆེད་ནས་ཨ་ནི་སྤྱི་འཐུས་གྲོས་ཚོགས་ནས་བཅའ་ཁྲིམས་དོན་ཚན་ལྔ་བཅུ་ང་དགུའི་དགོངས་དོན་གྱི་ཡང་ཚོགས་འདུ་ཆེན་པོ་ཞུ་ཅིག་སྐོང་རེད་ད་འཛམ་བུ་གླིང་ནས་བོད་པ་འདུས་སྡོད་ཡོད་ས་ནས་ཚང་མ་ནས་སྐུ་ཚབ་ལས་བྱེད་ར་བ་ཕྱི་རྒྱལ་རྒྱ་གར། བལ་ཡུལ་འབྲུག་ཆ་ཚང་ནས་ད་ཚོགས་པ་སྒྲིག་འཛུགས་མི་སྒེར་གྱི་སྐུ་ཚབ་ཆ་ཚང་དང་ཕི་ཀའི་མི་ལྔ་བརྒྱ་དྲུག་བཅས་རྡ་རམ་ས་ལ་ལ་ཡོང་བལ་ཀའི་ཚོགས་འདུ་ཚོགས་ཉིན་མ་ལྔ་དྲུག་བཞི་ཚོགས་འདུ་ཚོགས་ཚོགས་འདུ་བརྗེ་བྱས་ཚོགས་ཆ་བགོས་བྱས་བྱས་ཨ་ནི་མི་རིགས་གོ་ཞི་རྒྱབ་བྱས་ཚོགས་ཆུང་བསོད་མི་རིགས་གཅིག་གངས་སྐྱིད་སྤྱི་ཐབ་ནང་ལ་ཚོགས་མི་རིགས་གཅིག་རྡ་ཤོད་ཀྱི་སློབ་གྲྭའི་ཚོགས་ཁང་ནང་ཚོགས་ཁ་ཤས་ཀྱི་རྡ་སྟེང་སློབ་གྲྭའི་ཚོགས་ཁང་ནང་ཚོགས་ཁ་ཤས་སྡོད་སྒར་གྱི་སློབ་གྲྭའི་ཚོགས་ཁང་ནང་ཚོགས་ཁ་ཤས་སྨན་རྩིས་ཁང་གི་སློབ་གྲྭའི་ཚོགས་ཁང་ནང་ལ་ཚོགས་བྱས་འདུག་གོ་ཞི་རྒྱབ་བྱས་ད་ཉིན་མ་ལྔ་དྲུག་ཚོགས་འདུ་ཚོགས་ཨ་ནི་འདི་གི་མཐའ་མའི་སྡོམ་དེ་ལ་སླར་ཡང་ཨ་ནི་བརྒྱ་ཆ་ཚད་མཐོ་ཤོས་གཅིག་གིས་དབུ་མའི་ལམ་ལ་མུ་མཐུད་ནས་ཤར་སྐྱོད་འགྲོ་གི་ཡིན་ཞེས་མི་མང་གིས་སླར་ཡང་དུག་ཐག་གཅོད་ཡོད། ད་སྐབས་དེ་དུས་ཐག་གཅོད་འདིའི་ནང་ལོགས་ལ། ང་ཚོ་བཙན་བྱོལ་སྤྱི་ཚོགས་ཙམ་མ་ཡིན་པར་བོད་ནས་ཨ་ནི་གསང་བའི་ཐོག་ནས་གནས་ཚུལ་ག་ལ་གང་འཚམ་ཅིག་འབྱོར་རེད་དེ་ཡི་བརྒྱ་ཆ་ཚད་མཐོ་ཤོས་དེ་ད་རྒྱ་རོམ་ཆེ་གིས་ད་ཐོག་མར་ལམ་སྟོན་གནང་བཞག་པ་དབུ་མའི་ལམ་ག་ལ་འགྲོ་གི་ཡིན་ཟེར་འདི་ལ་ཡང་ཐག་ཆོད་དེ་ཡོད་རེད་འདུག་ཟེར་རེད་བྱས་ཙང་འདི་ད་ལྟ་བར་དུ་རྩ་བ་ཉིད་ནས་རྒྱ་རོམ་ཆེའི་ཐུགས་དགོངས་འདི་རྒྱུ་བ་རྩ་བ་ཉིད་ནས་འཆིང་ཡོང་མ་རེད་ཨ་ནི། དེ་ནས་ཕྱིས་སུ་ད་རྒྱ་རོམ་གྱི་སྐུ་དབང་རྩིས་སྤྲོད་གནང་པའི་རྗེས་ལས་ཡིན་ནའི་ད་སྤྱི་ཚོགས་དྲ་རྒྱ་ནང་ཁ་ཤས་ཀྱི་གནས་ཚུལ་བདེན་གཏམ་མ་ཡིན་པ་སྐད་ཆ་མ་རུང་པ་ཧམ་བཤད་མང་པོ་བྱས་ཡོད་འདུག་བསམ་པ་པ་རུ་ཅི་ལ་རྒྱ་རོམ་ཆེད་འདི་འདྲའི་བཀའ་གནང་དགོས་བྱུང་སོང་ཨ། ད་ད་རི་ས་ངའི་སྐད་ཆ་ཁྱད་མཚར་དེ་འདྲས་བཤད་ཡོང་གི་འདུག་ད་དབུ་མའི་ལམ་ཟེར་དེ་དང་པོ་ད་གཏམ་དང་མ་མཚོན་ནས་གྲོས་འགོ་བཏོན་མཁན་ང་ཡིན། ཡང་འདི་གཅིག་དག་སྡེར་གཅིག་མ་ཤི་བ་ཡིན་ན་ད་རི་སང་གིས་སྐད་ཆ་འདྲ་མི་འདྲ་བཤད་མཁན་དེ་འདྲ་ཡོང་གི་འདུག་རང་བཙན་ཟླབ་ན་སེམས་ཤུགས་ཆེ་ཡིན་པ་ཅིག་དང། ཨ་ནི་དབུ་མའི་ལམ་ད་རང་སྐྱོང་ཟླ་དུས་ཙམ་པ་ལ་སེམས་ཤུགས་མེད་མཁན་དེ་དེ་འདྲས་རང་མ་རེད་ད་ཅེས་བཀའ་གནང་ཡོད་རེད་རྒྱ་རོམ་བཅས་འདི་ཐུགས་ཐག་བཅད་ཡོད་དེ་ད་བར་བཀའ་བསམ་དང་དྲན་མཁན་ཆེ་ནས་གནང་མེད། རྒྱ་རོམ་གྱི་སྐུ་ཚེ་ཧྲིལ་བོའི་གི་ཐུགས་ཀྱི་ཉམས་མྱོང་བསྡོམས་བརྒྱབ་ད་རེས་ངེད་ཀྱིས་འཛམ་བུ་གླིང་གི་དངོས་ཡོད་གནས་ཚུལ་ལ་བསྡོམས་བརྒྱབ་ལྷག་པར་དུ་བོད་ནང་ལོགས་ནས་རྒྱ་རོམ་པོ་ཆེ་གི་ད་ལྟ་གསང་བའི་ཐོག་ནས་གནས་ཚུལ་ཡོང་སྒོ་རེ་སྐུ་མདུན་མཇལ་ཁ་ཞུ་མཁན་དེ་འདྲའི་མང་པོ་བྱུང་ཡོད་རེད་བ་གསང་བའི་ཐོག་ནས་གནས་ཚུལ་སྐུ་ཡོད་ཙམ་ངས་མི་བརྒྱ་ཕྲག་ཐུག་ཡོད་བོད་རིགས་གཞོན་སྐྱེས་ཟེར་ནས་རེད་བོད་ནང་ལོགས་ཀྱི་མི་སློབ་སྦྱོང་ཡོད་ངེས་ད་བརྒྱ་ཕྲག་མང་པོ་ཐུག་ཡོད་དེ་གས་ཆ་ཚང་གི་དབུ་མའི་ལམ་ཟེར་ཡ་དེ་ལ་ཚད་མཐོན་པོས་གི་རྒྱབ་སྐྱོར་གནང་གི་འདུག་རྒྱ་རོམ་ཆེ་དེ་འདྲའི་གནས་ཚུལ་ཕྱོགས་བསྡོམས་བརྒྱབ་བྱས་ནས་ད་ཐག་གཅོད་བྱ་རྒྱུ་ཞིག་རེད་རེད་བ། བྱས་ཙང། ངས་ད་ལྟ་འདི་རྒྱ་གར་རིན་པོ་ཆེའི་བཀའ་དགོངས་ལ་ཤར་སྐྱོད་བྱེད་མཁན་མི་ཅིག་གདམ་དགོས་རེད་ཟེར་འོས་ཤོག་བླུགས་པའི་བཀའ་ལ་སྤྱི་མཐུས་ཡིན་ན་འདྲ་འདུག་སྲིད་སྐྱོང་ཡིན་ན་འདྲ་འདུག་ད་ཆབ་སྲིད་ཀྱི་བོད་དོན་བདེན་མཐའ་གསལ་ཡ་འདི་དབུ་མའི་ལམ་གྱི་སྲིད་བྱུས་འདི་ལ་ཡ་སྐྱ་ཆ་སྐྱ་ཐམ་པ། ཤར་སྐྱོད་འགྲོ་ཐུབ་མཁན་མི་འདི་འདྲས་ཤིག་གོ་རེ་ད་ད་འདི་མི་འདི་ཚོ་ད་དེ་རེ་ས་ངེས་ད་སྤྱི་མཐུས་ལང་ངེས་རེད་སྲིད་རྒྱུ་སྲིད་སྐྱོང་ལང་ངེས་འདི་ཚོ་ཁྱེད་རང་ཚོ་ལུག་ཁྱུ་ལྟ་ཁ་ནས་སྐད་ཆ་ག་འདྲས་བཤད་གི་འདུག་ནང་དོན་ག་འདྲས་རེད་ཤག་སྡེ་བའི་ནང་ལ་མི་འདི་ཚོ་ག་རེ་བྱས་ཤག་འདི་ཚོ་ཚང་མ་དགོངས་པ་བཞེས་འོར་ད། ད་གལ་སྲིད་འདི་མ་བྱས་པ་ཡིན་ན། ང་རང་ཚོ་གི་མི་ནོར་འགྱོད་ཡག་བཏང་བ་བརྟེན་ནས་ད་ད་ལྟ་དཀའ་ངལ་འདི་བཟོ་གི་ཡོད་ར། ཡི་གེར་ང་ཚོ་དཀའ་ངལ་ཆེན་པོ་ཞུ་ཅིག་ད་དེ་སྔར་ཁྲིམས་དཔོན་སྤེལ་བ་ལ་སོགས་པ་ར་བ་གནས་ཚུལ་མང་པོ་ཞུ་ཅིག་བྱུང་ཡོད་ར་བ། ཡི་གེ་ལ་མི་ནོར་འགྱོད་སླེ་དུས་བསམ་པ་མགོ་ལོག་ཆེན་པོ་ཞུ་རྩེ་གི་ཡོད་ར་བྱས་ཙང་རྣམ་པ་ཚོ། དེ་ཡིན་ཅིག་མིན་ཅིག་ཐུགས་ལ་བཞག་ད་འདོད་ཉན་ཁ་ཅིག་ག་རེ་ཡོད་ལ་ནི་ངས་བཀའ་ལུང་དང་འབྲེལ་བ་བྱ་གི་ཡོད་ར་ད་རྒྱབ་རོམ་བྱས་ཐུགས་དགོངས་པ་འཁྲུགས་ཤིག་ཟེར་ཏེ་ད། བདེ་ལ་ཉེན་ཁ་ག་རེ་ཡོད་ཟེར་ན་ང་ཚོས་ཡ་ནོར་སྐྱོ་སྟངས་བྱས་མི་བདེ་ལ་ཡ་དབུ་མའི་ལམ་ལ་ཤར་སྐྱོན་མ་བྱེད་ངེས་མི་དེ་འདྲའི་ཡ་སྟངས་བཟུང་ན་ཡེ་གེ་གྲངས་ཀ་འདི་ཆེན་པོ་ཆགས་ཡོད་འདུག་བསམ་པ་ཁུ་ཚུར་ཕྱོགས་ཆེན་པོ་ཆགས་ཡོད་འདུག་བསམ་པ་ཕལ་ཆེར་ཕལ་ཆེར་ད་འོས་བསྡུ་གི་ང་ཚོ་གི་སྤྱི་འཐུས་ཀྱི་གྲུབ་ཆ་གི་དེ་འགྱུར་བ་ཅིག་མ་བཏང་བར་དུ་ཕལ་ཆེན་ཕལ་ཆེར་ཡི་གེ་ག་རེ་ཆོས་རྒྱུད་སྤྱི་འཐུས་འདུག་ཚོ་རང་ཅག་འདི་གི་རེད་ད། ཕྱི་རྒྱལ་ཡུལ་གྲུ་ཁག་ཏུ་བ་ནས་རེད་ད་རྒྱ་གར་ནས་ད་ད་ད། སྤྱི་འཐུས་རྣམས་ལ་འོས་མི་ལང་ངན་མང་པོ་གླེགས་ཡོད་རེད་དེ་ག་ལ་ཨ་ནི་ཁོ་རང་ཚོ་དབུ་མའི་ལམ་ལ་ཡིད་ཆེས་མི་ངན་ལྟ་གྲུ་ཞན་པ་ཁྱིན་གླེང་འདི་དྲང་པོར་དེ་ག་ལ་གང་ཚེ་མང་པོ་ཆགས་ན་ཡང་ཆོས་རྒྱུད་སྤྱི་འཐུས་དེ་ཚོ་མགོ་ཁྲིད་བྱེད་ནས་ད་དབུ་མའི་ལམ་གྱི་སྲིད་ཇུས་ལ་འགྱུར་བ་བཏང་ཡག་གི་གྲོས་འགོ་དེ་འདྲས་བཏོན་སྲིད་གི་རེད་དེ་འདྲས་བཏོན་པ་ཡིན་ན་འདི་ཚོས་ག་རེ་ཆགས་གི་རེད་དེ་ལམ་སང་ཅིག་འགྱུར་བ་འགྲོ་ཡ་ད་ཡོད་མ་རེད་མང་མོས་ཐག་གཅོད་ཡོད་དུ་བཏང་བྱས་རིམ་པ་མང་པོ་ཅིག་ཡོད་རེད་དེ་རང་བཞིན་གྱི་འདི་འདྲའི་སྐད་ཆ་ཅིག་གླེགས་པ་ཙམ་གྱིས། བོད་པའི་སྤྱི་ཚོགས་ནང་བཟང་ངན་སྲིད་ངན་མང་པོ་ཅིག་ཆགས་ཚར་ལྷག་པར་དུ་འདིའི་རྐྱེན་བྱེད་ཆེད་ཨན་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡ་ཐུག་བམ་ཟོས་ཡའི་གནས་ཚུལ་དེ་ད་འགྲོ་རྒྱུ་ཡིན་པ་དེ་ང་ཚོ་ད་ལྟ་དེ་ཚོད་དཔག་རྒྱབ་ཐུག་ཡ་ཕྱིར་བྱས་ཙང་འདི་ཡིན་གཅིག་མིན་གཅིག་ཐུག་ལ་བཞག་དགོས་ཀྱི་འདུག་རྣམ་པ་ཚོ་འོས་ཤོག་ཕུལ་བའི་སྐབས་ལ་ད་བསྡོམས་བརྒྱབ་ནས་ཞུས་པ་ཡིན་ན་ང་ཚོས་བྱེད་ཡའི་གནས་ཆུང་གི་བཀའ་ལུང་སྤྱི་ཡོངས་ནས་བསྡོམས་བརྒྱབ་སོང་ནས་ང་ཚོས་བྱེད་དགོས་ཡའི་ལས་འགན་གཉིས་རེད། ཁྲིམས་གཅོད་བཏང་པའི་སྐབས་ལ་སོ་སོ་ག་དུས་ཁྲིམས་གཅོད་བཏང་པའི་སྐབས་ལ་ཡ་བསྟན་སྲིད་ལ་གནོད་པ་སྐྱེལ་མཁན་སྐུ་མདུན་ལ་འཚེ་མེད་ཞུ་ངན་དེ་ཚོ་ཐད་ཀར་མིང་བཏོན་ཞོགས་གནས་ཆུང་ལ་ཁྲིམས་གཅོད་བྱས་པའི་སྐབས་ལ་མི་དེ་ཚོ་ལ་ད་ག་རེ་གནང་དགོས་ཡོད་ནས་གང་ཚ་ད་མཐོང་ཡ་ཡི་གོ་ཅེས་རྟགས་གཏེམ་འབྲེལ་ཟེར་ནས་རེད་རྟགས་མཚན་མཐོང་ཡ་ཡི་གོ་ཅེས་ད་གནས་ཆུང་གི་ཐུགས་འགན་ཅིག་བཞེས་དགོས་ཀྱི་འདུག་རྟགས་དེ་ག་རེ་ལ་འདི་བསྟན་པ་སྤྱི་ལ་གནོད་ཀྱི་འདུག་རེད། རེད། བསྟན་སྲིད། རེད། བོད་ཡུལ་སྟབས་ང་ཚོའི་འཐབ་རྩོད་ཚང་མ་ལ་གནོད་ཡོང་གི་འདུག་གནོད་པ་ཆེན་པོ་ཞུ་སྐྱེལ་གི་འདུག་འདི་གཅིག་བྱས། གཉིས་པ་དེ། འོས་ཤོག་བླུགས་པའི་སྐབས་ལ་སྲིད་སྤྱི་གཉིས་མི་ག་འདྲས་ཞིག་བདམས་པ་ཡིན་ནའི་ད། རྒྱ་རོམ་བཅས་ཀ་གོང་གཞི་བཟུང་དབུ་མའི་ལམ་ལ་ཤར་སྐྱོད་བྱེད་མཁན་ཅིག་བདམས་དགོས་ཡ་དེ་གནད་འགག་ཆེན་པོ་ཞུ་གི་རེད་དེའི་ནོར་འཁྲུལ་ཤོད་སོང་ན་རེད། མགོ་ལོག་ཆེན་པོ་བརྩི་ཡོད་ན་འོས་ཤོག་བླུགས་མཁན་ལ་འགན་གཅིག་པ་གཅིག་ཀྱང་ཡོད་རེད་ད། ད་སྡིག་པ་ཡོད་དགུ་གོ་ནས་ཁྱེད་རང་ཚོ་འོས་ཤོག་བླུག་མཁན་ཚོ་ལ་སྡིག་པ་ཁྱེའོ་བྱེད་རེད་དེ། འོ་དེ་འདྲའི་ཆགས་དུས་ད་སྐད་ཆ་རིང་པོ་ཞུ་ཆགས་སོང་ཨ་ནི་མཐའ་མའི་སྡོམ་དེ་སྐད་ཆ་དོན་དག་དག་རང་ཡིན་ཨ་ངས་སྐད་ཆ་དེ་ཆོ་ཡོད་ཡོད་ཀྱི་ཟིག་ཡོད་ན་ཕར་ཚུར་བཀྲམ་རོགས་གནང་གལ་སྲིད་ཆོ་མི་འདུག་བསམ་པ་ཡིན་ན་སྨྱན་སྦྱོར་གཅིག་ནས་གསན་གཅིག་ནས་ཕར་གཡུག་བཞག་ན་འགྲིག་གི་འདུག་འོ་ཡ་ཨ་ནི་ཚང་མ་ཐུགས་ཆགས་གནང་གོ་ཐུགས་ཆེ།